རང་བྱུང་བདག་ཉིད་རྟོགས་པའི་ཆེད་ཞེས་པའི་སྐབས་སུ་རང་རྒྱལ་ཡིད་ལམ་གྱི་རྣམ་གཞག་ཞེས་པ་དང་ངག་དོན་ལ་དཔྱད་པ་དང་རྩ་བའི་གཟབ་བྱེད་གཉིས་ཡོད་པའི་ནང་ནས་དང་པོ་ཞེས་པ་ལ་རྩ་བའི་གཟབ་བྱེད་བརྒྱད། ལམ་གྲོལ་ཚུལ་གྱི་ཁྱད་པར་ཞེས་པ་འབྲས་བུ་སྒྲུབ་ཚུལ་གྱི་ཁྱད་པར་ཞེས་པ་ཚོགས་བསགས་པའི་དུས་ཀྱི་ཁྱད་པར་ཞེས་པ་ཁམས་གསུམ་གང་གི་རྟེན་ཅན་ཡིན་པ་དཔྱད་པར་བཤད་པ། སྤངས་རྟོགས་ཀྱི་ཁྱད་པར་ལ་དཔྱད་པ་ཞེས་པ། འབྲས་བུ་བཞིའུ་ཞག་ཏུ་རུང་མི་རུང་ལ་དཔྱད་པ་ཞེས་པ་སློབ་པ།

རང་རྒྱལ་སློབ་པ་ཡོད་པར་ཁས་བླངས་ན་ཟེར་བ་ལྟ། གལ་སྲིད་རང་རྒྱལ་ལ་སློབ་པ་ཡོད་ཟེར་སློབ་པ་ཟེར་ན་ཉམས་ལེན་བྱེད་མཁན་རེད། རང་རྒྱལ་དབུ་ནས་བྱས་ན་རང་རྒྱལ་ཟེར་དུས་མི་སློབ་པ་ད་ཉམས་ལེན་མི་བྱེད་མཁན་ཅིག་རེད། གལ་སྲིད་རང་རྒྱལ་ལ་སློབ་པ་ཟེར་ན་ཉམས་ལེན་བྱེད་མཁན་རང་རྒྱལ་ལ་སློབ་པ་ཡོད་པར་ཁས་བླངས་ན། དཔེ་ཆ་ཤེས་ན། བསེ་རུ་ལྟ་བུའི་རང་རྒྱལ་ལ་ཡང་ད། བསེ་རུ་ལྟ་བུའི་རང་རྒྱལ་གྱི་སློབ་པ་ཡོང་དགོས་ཀྱི་རེད། ད་བསེ་རུ་ལྟ་བུའི་རང་རྒྱལ་གྱི་སློབ་པ་དེ་ག་འདྲ་ཅིག་ཏུ་བཞག་དགོས་རེད་ཟེར་ན། མ་འོངས་པ་ན་བསེ་རུ་ལྟ་བུའི་རང་རྒྱལ་ཐོབ་འགྲོ་མཁན་ད་ལྟ་དེ་ནས་རང་རྒྱལ། དེ་ལམ། ཚོགས་ལམ་ནས་གསུངས་ནས་འགོ་བཙུགས་ནས་ཉམས་ལེན་བྱེད་མཁན་ཡི་ག་ས་གཅིག་གི་སྟེང་དུ་འགྲོ་དགོས་ཀྱི་ཡོད་རེད། དེ་འདྲའི་འགྲོ་དགོས་དུས་ཨ་ནེ་སི་རི་ལྟ་བུའི་རང་རྒྱལ་གྱི་རིག་ཆེན་ཚོགས་ལམ་པ་དེས་ད་དཔེར་ན། སི་རི་ལྟ་བུའི་རང་རྒྱལ་ལ་སློབ་པ་ཡོད་པར་ཁས་བླངས་ན་སི་རི་ལྟ་བུའི་རང་རྒྱལ་ལ་ཡང་སློབ་པ་ཡོད་པར་ཁས་བླངས་དགོས་རེད། སི་རི་ལྟ་བུའི་རང་རྒྱལ་གྱི་སློབ་པ་དེ་ག་འདྲ་ཅིག་བཞག་པ་ཐུག་རེད་ཟེར་ན། མ་འོངས་པ་ན། སིལ་ལྟ་བུའི་རང་སྐལ་ཐོབ་འགྲོ་མཁན་གྱི་རིགས་ཅན། ད་ལྟ་ཚོགས་ལམ་ན་ཉམས་ལེན་བྱེད་མཁན་དེ་ད་སིལ་ལྟ་བུའི་རང་སྐལ་དུ་ཁས་ལེན་དགོས་ཐུག་རེད་ཟེར་བ་རེད། བྱས་ཙང་སིལ་ལྟ་བུའི་རང་སྐལ་གྱི་རིགས་ཅན་ད་ལྟ་ཚོགས་ལམ་ན་གནས་པ་དེ། སིལ་རུལ་རང་སྐལ་ཟེར་ན་སིལ་ལྟ་བུའི་རང་སྐལ་དུ་ཁས་ལེན་དགོས་པས། བྱས་ཙང་བསེ་རུ་ལྟ་བུའི་རང་རྒྱལ་གྱི་རིག་ཅིང་ཚོགས་ལམ་པ་དེ་ཆོས་ཅན། ཁྱོད་དཀར་བ་རྒྱར་བསོད་ནམས་ཀྱི་ཚོགས་བསགས་པ་ལ་བརྟེན་ནས་བྱུང་བ་ཡིན་པ་དག་ཁས་བླངས་དེའི་ཕྱིར་ཁྱོད་བསེ་རུ་ལྟ་བུའི་རང་སངས་རྒྱས་ཡིན་པར་ཁས་བླངས་པའི་ཕྱིར་ཟེར་བ་རེད། ཁྱབ་བརྡལ་བསེ་རུ་ལྟ་བུའི་རང་སངས་རྒྱས་ཡིན་ན་དཀར་བ་རྒྱར་ཚོགས་བསགས་པ་ལ་བརྟེན་ནས་བྱུང་བ་ཡིན་པའི་ཁྱབ་བརྡལ་མཛོད་ཀྱི་ནང་དུ་བསེ་རུ་དཀར་བ་རྒྱ་ཡི་རྒྱུད་ཡོད་ཟེར་ན་བསེ་རུ་ལྟ་བུའི་རང་སངས་རྒྱས་དེ་བསྐལ་བ་བརྒྱའི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པའི་རྒྱུས་ཐོབ་པ་ཡིན་ཞེས་གསུངས་པའི་ཕྱིར། སི་བོ་རེད། ད་འདི་ཐ་འགྱུར་དེ་ལ་ཁོ་ན་རེ་ཟེར་ན་ཁོས་མ་ཁྱབ་སི་བོ་རེད། དེ་ནས་ཁྱེད་རང་གི་སི་རུ་ལྟ་བུའི་རང་སངས་རྒྱས་ཡིན་ན། བསྐལ་བ་བརྒྱར་ཚོགས་བསགས་པ་ལས་བྱུང་བའི་ཁྱབ། སི་རུ་བསྐལ་བ་བརྒྱ་ཡི་རྒྱུ་ཟེར་སྒྲུབ་གི་འདུག་སྟེ། འདི་སྒྲུབ་ཐུབ་གི་མ་རེད། ལུང་དེ་གི་ལུང་དེ་གི། དེ་ནས་སིར་བཏབ་པའི་རང་སངས་རྒྱས་ཡིན་ན་བསྐལ་པ་བརྒྱར་ཚོགས་བསགས་པ་ལ་བརྟེན་ནས་བྱུང་བ་ཡིན་པ་བྱེད་དུ་བསྒྲུབ་ཐུབ་ཀྱི་མ་རེད་ཟེར་གོ་རེད་ཁྱེད་ཚང་མ་ཁྱབ་པ་རེད། གལ་སྲིད་ཁྱབ་པ་ཡིན་ན་ཨ་ནི་འདི་འདྲའི་འགྲོ་གི་རེད་ཟེར་གོ་རེད་གལ་སྲིད་ཁྱབ་ན་འོ་ན་ཉན་འདོད་ཡིན་ན་ཆོས་ཅན་ཚེ་གསུམ་ཚོགས་བསགས་པ་ལས་ཏེ། བསྐལ་བ་གསུམ་གྱི་རིང་ལ་ཚོགས་བསགས་པ་ལ་བརྟེན་ནས་བྱུང་བ་ཡིན་པས་ཁྱབ་པ་དག། མཛོད་ལས། མྱུར་བ་སྲིད་པ་གསུམ་གྱི་མཐར། མྱུར་བ་སྲིད་པ་གསུམ་གྱི་མཐར་ཟེར་ན། དེ་རེ་བ་ཀ་བརྩོན་འགྲུས་མྱུར་བ་དེ་ཚོ་སྲིད་པ་གསུམ་གྱི་ཟེར་ན། གྱི་ལ་ས་ཡོད་རེད་གསུངས་འདུག་མཁན་རུང་ཆིག་མཐར་ཟེར་མ་ཡོད་མ་རེད་གསུངས་འདུག་དཔྱད་ད་མྱུར་བ་སྲིད་པ་གསུམ་གྱི་མཐར་ཟེར་ན། བརྩོན་འགྲུས་མྱུར་བ་དེ་ཚོ་སྲིད་པ་གསུམ་གྱི་སྐྱེ་བ་གསུམ་གྱི་རིང་ལ་བསོད་ནམས་ཀྱི་ཚོགས་བསགས་ནས་ཨ་ནི་ཐར་བ་ཐོབ་འགྲུག་རེད་ཞེས་གསུངས་པའི་ཕྱིར་ཞེས་ཟེར་གྱུར་ན་སྲིད་པ་རེད། ད་འདི་གི། མྱུར་བ་སྲིད་པ་གསུམ་གྱི་མཐར་ཟེར་དེ་ལ། ཉན་ཐོས་ཡིན་ན། ཚེ་གསུམ་གྱི་ཚོགས་བསགས་པའི་འབྲས་བུ་ཐོབ་པ་ཅིག་ཁ་ཅིག་གིས་ཁས་ལེན་གྱི་ཡོད་མ་རེད་དེ། བསེ་རུ་ལྟ་བུས་བསེ་རུ་ཀ་བ་བརྒྱད་བརྒྱུད་ཟེར་ན་འདི་ལ་ཁྱབ་པ་ཁས་བླངས་ན་འདི་ལ་ཡང་ཁྱབ་པ་ཁས་བླངས་དགོས་ཐུག་ས་རེད་ཟེར་བར་ཁོས་སྤུངས་ཡོང་གི་རེད། ཁྱབ་པ་གཅིག་པ་རེད་ཟེར་བསེ་རུ་ཀ་བ་བརྒྱད་བརྒྱུད་ཞེས་པ་དེར་ཁྱབ་པ་ཡོད་ན། མྱུར་བ་སྲིད་པ་གསུམ་གྱི་མཐར་ཟེར་ལ་ཁྱབ་པ་ཡོད་དགོས་འདུག་ཟེར་གི་རེད། ད་དེ། མྱུར་བ་སྲིད་པ་གསུམ་གྱི་མཐར་ཟེར་ཏེ། དེ་ནས་ཉན་འདོད་ཡིན་ན་མྱུར་བ་སྲིད་པ་གསུམ་གྱི་ཐར་པ་ཐོབ་གི་ཡོད་པ་དེ་ང་རང་ཚོ་ཁས་ལེན་གི་ཡོད་མ་རེད་ཁ་ཅིག་གིས་ཁས་ལེན་གི་ཡོད་མ་རེད། ཁ་ཅིག་ཁས་མ་ལེན་བཞིན་དུ་ང་རང་ཚོ་བསེ་རུ་ཀ་བ་བརྒྱ་ཡི་རྒྱུ་ཞེས་པ་ལ་ཁྱབ་ཚོང་བསྒྲིགས་ཡོང་པ་རེད་དེ་ཟེར་བར་ཁོས་ད་ཁོ་ན་རེ་ཡིན་ཟེར་ད་ང་ཚོའི་ཐཱན་འགྱུར་དེ་ལ་ཁོ་གིས་ལན་སྤྲད་དུས་མ་ཁྱབ། ཁྱོད་རང་གི་ཐཱན་འགྱུར་དེ་ཁྱབ་པ་མི་འདུག། གལ་སྲིད་འཁྱམས་ན་འོ་ན་ཉན་འདོད་ཡིན་ན་སོད་ཅིང། ཚེ་གསུམ་གྱི་ཚོགས་བསགས་པ་ལ་སྟེ་སྐྱེ་བ་གསུམ་གྱི་རིང་ལ་བསོད་ནམས་ཀྱི་ཚོགས་བསགས་ལ་བརྟེན་ནས་བྱུང་བ་ཡིན་པས་ཁྱབ་པ་དང། མཛོད་ལས་མྱུར་བ་སྲིད་པ་གསུམ་གྱི་མཐར་བསོད་ནམས་མྱུར་བ་བརྩོན་འགྲུས་ཆེ་དང་གཟུགས་སྲིད་པ་གསུམ་སྐྱེ་བ་གསུམ་གྱི་རིང་ལ་བསོད་ནམས་ཀྱི་ཚོགས་བསགས་ནས་ཐར་པ་དགྲ་བཅོམ་པའི་གོ་འཕང་ཐོབ་འགྲོའོ་ཞེས་གསུངས་པའི་ཕྱིར་ཞེས་ཟེར་ནའང་ཟེར་བ་རེད། དེ་འགྲིག་མ་རེད་ཟེར་མི་ཚུགས་ངོ་ཟེར་རེད་ད། མྱུར་བ་སྲིད་པ་གསུམ་གྱི་མཐར་ཟེར་བ་དང། བསེ་རུ་དཀར་བ་བརྒྱད་ཡི་རྒྱུད་ཟེར་བ་གཉིས་དེ་རྩ་བ་ནས་འགྲིག་མ་རེད་ཟེར་གཅིག་ཁྱབ་པ་ཡོད་པའི་གཞུང་རེད་གཅིག་ཁྱབ་པ་མེད་པའི་གཞུང་རེད། གཅིག། རང་སངས་རྒྱས་བསེ་རུ་ལྟ་བུའི་རང་སངས་རྒྱས་ཐམས་ཅད་ལ་ཁྱབ་པ་ཡོད་པའི་གཞུང་རེད་གཅིག། ཉན་ཐོས་ཐམས་ཅད་ལ་ཁྱབ་པ་མེད་པའི་གཞུང་རེད་དེ་བར་ཇི་ཙམ་རྩ་བ་ནས་མི་ཚུགས་ཟེར་བ་རེད་བསེ་རུ་དཀར་བ་བརྒྱད་ཡི་རྒྱུད་ཟེར་བ་དང་གཅིག། གཉེར་བ་སྲིབ་ཡིག་གསུམ་གྱི་མཐར་ཟེར་བ་གཉིས་པོ་དེ། དེ་ནི་རང་གི་བསྟན་དོན་ལ་རང་གིས་བསྟན་དོན་ཟད་མི་དུས་དེ་ནི། སི་རུ་ལྟ་བུའི་རང་སངས་རྒྱས་དང་ཉན་ཐོས་ཐམས་ཅད་ལ་ཁྱད་པ་ཡོད་པར་མི་མཚུངས་ཁྱད་པ་ཡོད་མ་རེད་ཟེར་བ་རེད། སི་རུ་ཀ་བ་བརྒྱ་ཡི་རྒྱུ་ཟེར་ཏེ་ཁྱད་པ་ཡོད་པའི་གཞུང་རེད། རང་སི་རུ་ལྟ་བུའི་རང་སངས་རྒྱས་ཀྱི་སྟེང་དུ་ཁྱད་པ་ཡོད་པའི་གཞུང་རེད། ཨ་ནི་གཉེར་བ་སྲིབ་ཡིག་གསུམ་གྱི་མཐར་ཟེར་ཏེ་ཉན་ཐོས་ཀྱི་སྟེང་དུ་ཁྱད་པ་ཡོད་པའི་གཞུང་མ་རེད་ཟེར་བ་རེད།

དེ་ང་རང་ཚོ་ལན་སྤྲོད་དུ་འདི་མི་མཚུངས་འདི་ཙམ་འདྲ་གི་མ་རེད་སྲིད་གོ་རེད། བསེ་རུ་ཀ་བ་བརྒྱ་ཡི་རྒྱུ་ཟེར་བ་དང་མྱུར་བ་སྲིད་པ་གསུམ་གྱི་ཐར་ཟེར་བ་གཉིས་པོ་དེ་རྩ་ནས་མི་མཚུངས་སྲིད་གོ་རེད། ད་མི་མཚུངས་པའི་སྒྲུབ་བྱེད་རེད་ག་རེད་ཟེར་ན་སྔ་མ་ཟེར་ན་སྔ་མ། བསེ་རུ་ཀ་བ་བརྒྱ་ཡི་རྒྱུ་ཞེས་པའི་གཞུང་དེ། བསེ་རུ་ལྟ་བུའི་རང་འགེལ་དེ་ཡིན་ན། མཐའ་གཅིག་ཏུ་སྐལ་བ་བརྒྱ་ཡི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པ་ལ་བརྟེན་ནས་བྱུང་བ་ཡིན་པའི་ཁྱབ་པ་བསྟན་པ་རེད་ཟེར་བ་རེད་ད། བསེ་རུ་ལྟ་བུའི་རང་སངས་རྒྱས་ཡིན་ནས་བཟུང་ནས། སྔོན་སྐལ་བ་བརྒྱ་ཡི་རིང་ལ་བསོད་ནམས་ཀྱི་ཚོགས་བསགས་ནས་འབྲས་བུ་དེ་བྱུང་བ་བསྟན་པ་རེད་ཟེར་བ་རེད། ཕྱི་མ་མྱུར་བ་བསིལ་བའི་གསུམ་གྱི་མཐར་ཟེར་རྒྱུ་དེ། དེ་ནི་ཉན་ཐོས་ཐམས་ཅད་ཀྱི་སྐད་ཅིག་ཤེས་ཀྱི་ཡོད་པ་མ་རེད། ཉན་ཐོས་བརྩོན་འགྲུས་མྱུར་བ། ཉན་ཐོས་བརྩོན་འགྲུས་ཆེ་བ། ཉན་ཐོས་བརྩོན་འགྲུས་མྱུར་བ་ཟེར་ན་ཉན་ཐོས་བརྩོན་འགྲུས་ཆེན་པོ་ཟེར་བ་རེད། ཉན་ཐོས་བརྩོན་འགྲུས་ཆེན་པོ་དེ་ཚོ་གི་སྲིད་པ་གསུམ་གྱིས་ཟེར་ན། སྐྱེ་བ་གསུམ་གྱི་རིང་ལ་བསོད་ནམས་ཀྱི་ཚོགས་བསགས་ནས་མཐར། དེ་ནི། སྒྲ་འབྱིན་པའི་འབྲས་བུ་རེ་ཐོབ་ཀྱི་རེད་ཡེ་སི་བསྟན་པར་མ་དོ་ཉན་ཐོས་ཐམས་ཅད་ཀྱི་སྐད་ཆ་མ་རེད་ཅེས་གསུངས་པ་རེད་བྱས་ཙང་འདི་གཉིས་ལ་ཁྱད་པ་ཁྱད་པ་ཡོད་མེད་ཀྱི་གཞུང་གི་ཁྱད་པར་ཡོད་རེད་ཡེ་སི་གཞན་དུ་ན་སི་ཏཱ་སི་རུ་ཀ་བ་རྒྱ་ཡི་རྒྱུད་བསལ་བ་རྒྱུད་བསལ་ཏེ་སི་རུ་ལྟ་བུའི་རང་སངས་རྒྱས་སྟེང་དུ་ཁྱབ་པ་ཡིན་པའི་གཞུང་ཡིན་པ་ལས་གཞན་དུ་ན་སི་རུ་ཀ་བ་རྒྱ་ཡི་རྒྱུད་ཞེས་གསུངས་བཞིན་དུ། སིལ། ལྟ་བུའི་རང་སངས་རྒྱས་དེ་ཡིན་ན། སྐལ་བ་བརྒྱར་བསོད་ནམས་ཀྱི་ཚོགས་བསགས་པ་ལ་བརྟེན་ནས་བྱུང་བའི་ཁྱབ་པ་མེད་ཟེར་ཁས་བླངས་པ་ཡིན་ན། ཨ་ནི་འདི་ལ་ཡང་ཁྱབ་པ་མེད་པའི་ཆགས་འགྲོ་གི་རེད་ཟེར་བ་ན། ད་ཁྱབ་པ་ཡོད་པ་ཅིག་ཁྱབ་པ་མེད་པ་བཟོས་ཤར་བ། སིལ། ལྟ་བུསིལ། སྐལ་བ་བརྒྱ་ཡི་རྒྱུད་ཟེར་ཏེ། ཁྱབ་པ་ཡོད་པའི་གཞུང་ཡིན་བཞིན་དུ་ཁྱབ་པ་མེད་པ་བཟོས་ཤེས་པ་རེད་ཁྱེད་ཚང་གཞན་དུ། སིལ། སྐལ་བ་བརྒྱ་ཡི་རྒྱུད། ཞེས་གསུངས་བཞིན་དུ། བསེ་རུ་ལྟ་བུའི་རང་སངས་རྒྱས་དེས་སྐལ་བ་བརྒྱའི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པའི་རྒྱུ་ལས་བྱུང་བའི་ཁྱབ་པ་མེད་ཟེར་བ་ཡིན་ན་གཅིག་པ་གཅིག་རྐྱང་ཡིན་དུས་ཡང་མཛོད་ལས། དེ་གྲངས་མེད་གསུམ་ལ་སངས་རྒྱས། དེ་གྲངས་དེ་གྲངས་མེད་དེ་གྲངས་མེད་ཟེར་ན། བཀའ་སྤྱིན་གྲངས་མེད་དེ་གསུམ་གྱི་རིང་ལ་བསོད་ནམས་དང། དེ་གྲངས་མེད་གསུམ་ཟེར་ན། ད། བཀའ་སྤྱི་གྲངས་མེད་གསུམ་གྱི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པ་ལས་རྫོགས་པའི་སངས་རྒྱས་ཀྱི་གོ་འཕང་འབྱུང་ཞེས་བཤད་ཀྱི་ཡོད་རེད། ད་འདི་བཤད་པར་དེ་བཤད་ཀྱི་ཡོད་རེད་དེ་བཤད་ན་ནི་རྫོགས་པའི་སངས་རྒྱས་ཡིན་ན་བསྐལ་པ་གྲངས་མེད་གསུམ་རིང་ལ་བསོད་ནམས་ཀྱི་ཚོགས་བསགས་པ་ལས་འབྱུང་བས་མ་ཁྱབ་པ་ཐལ། འདི་ལ་ངེས་པར་དུ་འབྱུང་བས་མ་ཁྱབ་པ་དགོས་རེད་གསུངས་རེད་འགྲོ་སྟངས་རེད་ག་རེ་ཟེར་ན། འདི་འབྱུང་བས། བ་ཨ་གྱུ་ཡིས་དེ་འགྲིག་འདྲ་དེ་མ་བྱུང་བ་རེད་ད། བ་ས་བས་མ་གྱུར་བྱུང་བས་མ་ཁྱབ་པ་ཐར་གུག་རེད་གསུངས་འདུག་ད་ཞིབ་དཔྱད་བྱས་ན་ཨ་འདི་འདྲའི་གུག་ཡོད་ས་རེད་གར་སོང་འདི་སྐབས་ལ་དེ་རེད། མྱུར་བ་སྲིད་པ་གསུམ་གྱི་ཐར་ཟེར་ངེས་དེ་ལ་ཁྱབ། རྩ་བའི་དོན་དག་ལ་ཁྱབ་པ་མེད་པ་ཅིག་ཁ་ཅིག་གིས་ཁས་ལེན་དགོས་ང་རང་ཚོར་ཁས་ལེན་དགོས་རེད་ད། ཁྱབ་པ་ཡོད་པའི་གཞུང་དེ་གག་རེད་བསམ་ན་སི་རུ་ཀ་བ་བརྒྱ་ཡི་རྒྱུ་ཟེར་འདི་ཁྱབ་པ་ང་ཚོའི་རེད་དོན་ལ་རེད་ཡིན་ནས་ཁོས་ཁྱབ་པ་ཁས་ལེན་དགོས་བ་མ་རེད།

ཉན་ཐོས་ཡོད་ན་ཚེ་གསུམ་གྱི་ཚོགས་བསགས་པ་ལས་བྱུང་བའི་ཁྱབ་པ་དང་མྱུར་བ་སྲིད་པ་གསུམ་གྱི་མཐར་ཞེས་གསུངས་པ་དེ་ལ་ཁྱབ་པ་ཡོད་པའི་ཕྱིར་ཟེར་བ་རེད། བྱས་ཙང། ཐལ་འགྱུར་འདིའི། ཁྱབ་པ་སྒྲིག་མཚམས་དང་བཅས་པ་ཁྱེད་རང་གིས་ཁས་བླངས་ཚར་བ་རེད་ཟེར་བ་རེད། ད་འདིར་ཡིད་ཆེས་དང་ཞིབ་དཔྱད་བྱས་ན་མཁྱེན་རུང་གསུངས་བ་ན་བཞིན། དེ་ནི། ཚོགས་བསགས་པ་ལས་བྱུང་བའི་མ་ཁྱབ་པ་དག་གོ་གི་རེད་དེ་ནི་གོ་རྒྱུ་ཆགས་འགྲོ་གི་རེད་དེ་མེད་ན། འདི་གོ་རྒྱུ་མེད་པ་ཆགས་འགྲོ་གི་རེད་འདི་ལ་ཞིབ་དཔྱད་བྱས་ན་འདི་འདྲ་རེད་ཟེར་བ་རེད་ད་དེ་བྱས། ཡང་དེ་ཆོས་ཅན་ཡིན་སྲིད་ཆོས་ཅན་གཅིག་པ་རེད་ད་འདྲ་ཆོས་ཅན་དེ་ཆོས་ཅན་ཡིན་སྲིད་ན། སི་རི་ལྟ་བུའི་རང་སངས་རྒྱས་ཀྱི་རིགས་ཅན་ཚོགས་ལམ་པ་དེ་ཆོས་ཅན་ཡིན་སྲིད་བར་དེ་ཆོས་ཅན། སི་རི་ལྟ་བུའི་རང་སངས་རྒྱས་ཀྱི་རིགས་ཅན་ཚོགས་ལམ་པ་དེ་ཆོས་ཅན། ཁྱོད་ཡེ་ཤེས་རྒྱ་ཆེན་པོ་ཡོད་མཁན་གྱི་གང་ཟག་ཡིན་པ་ཐག་ཁྱོད་རང་སངས་རྒྱས་ཡིན་པར་ཁས་བླངས་པའི་ཕྱིར་སི་བར། ཁྱབ་སྟེ་ཟེར་ན། རང་སངས་རྒྱས་ཡིན་ན་ཡེ་ཤེས་རྒྱ་ཆེན་པོ་ཡོད་མཁན་གང་ཟག་ཡིན་པས་ཁྱབ་སྟེ་སྔོན་པོ་མཛོད་ཀྱི་ནང་དུ། འཁོར་ལོས་སྒྱུར་བའི་རྒྱལ་པོ་དང་རང་སངས་རང་བྱུང་སྟེ་རང་སངས་རྒྱས་གཉིས་ནི། ལས་རྒྱ་ཆེ་བའི་ཡོད་མཁན་གྱི་གང་ཟག་ཡེ་ཤེས་རྒྱ་ཆེན་པོ་ཡོད་མཁན་གྱི་གང་ཟག་ཡང་ན། ལས་དང་ཡེ་ཤེས། གཉིས་ཀ་རྒྱ་ཆེན་པོ་ཡོད་མཁན་གྱི། ད་འདིར། ཡོད་མཁན་གྱི་གང་ཟག་ཡིན། བྱས་ཙང་གོ་རིམ་བཞིན་དུ་བཤད་ན་ཞེས་གསུངས་པའི་སྐབས་སུ། དེ་ནས། དེ་ནས་ག་སོགས་རེད། རང་སངས་རྒྱས་དེ་ལ་ཡེ་ཤེས་རྒྱ་ཆེན་པོ་ཡོད་མཁན་གྱི་གང་ཟག་ཡིན་པར་གསུངས་འདུག་ཟེར་བ་རེད། ད་རྩ་བར་འདོད་ན་ཟེར་རྩ་བར་འདོད་ན་ཟེར་དུས་ཡེ་ཤེས་རྒྱ་ཆེན་པོ་ཡོད་མཁན་གང་ཟག་ཡིན་པ་ཐ་ཟེར་བ་རྩ་བར་འདོད་དོ་ཟེར་བ་ཡིན་ན་ཨེ་ནི་ཆོས་ཅན་རང་ཅག་ཁེངས་བ་རེད། ཆོས་ཅན་བསེ་རུ་ལྟ་བུའི་རང་སངས་རྒྱས་ཀྱི་རིགས་ཅན་གྱི་ཚོགས་ལམ་པ་དེ་ཆོས་ཅན། ཁྱོད། དེ་ནས་ཡེ་ཤེས་རྒྱ་ཆེན་པོ་ཡོད་མཁན་གྱི་གང་ཟག་མ་ཡིན་པ་ཐ། ཆོས་ཅན་ཁྱོད་སོ་སོ་སྐྱེས་པའི་གང་ཟག་ཡིན་པའི་ཕྱིར་ཏེ། ཨ་ནི་ཚོགས་ལམ་གནས་པའི་གང་ཟག་ཡིན་པའི་ཕྱིར་ཟིག་གོ་རེ། བཅས་ཙང་ཁྱད་པར་འདི་འདྲས་སྒྲུབ་ཐུག་གོ་རེ་ཟིག་གོ་རེ། ག་རེ་ཟེར་ན། སི་རུ་ལྟ་བུའི། དཔེར་ན། རང་རྒྱལ་ལ་སློབ་པ་ཡོད་ན་སི་རུ་ལྟ་བུའི། དེ་རང་སངས་རྒྱས་ཀྱི་རིགས་ཅན་གྱི་སློབ་པ་ཚོགས་ལམ་པ་དེས་རང་སངས་རྒྱས་ལ་ཁས་ལེན་དགོས་རེད། ཁོ་རང་སངས་རྒྱས་ཁས་ལེན་ན་ཁོ་ལ་ཡེ་ཤེས་རྒྱ་ཆེན་པོ་ཡོད་མཁན་གང་ཟག་ཆགས་དགོས་ཀྱི་རེད། ཆགས་ཐུབ་པའི་ཁོར་ཡོག་མ་རེད་ཡེ་ཤེས་རྒྱ་ཆེན་པོ་ཡོད་མཁན་གང་ཟག་དེ་དགྲ་བཅོམ་པ་རེད་དེའོ་རེད་ཆོས་ཅན་དེ་སོ་སོའི་སྐྱེ་བོ་རེད་ཟེར་བ་རེད། ཡང་དེར་བ་དེ་ཆོས་ཅན་ཟེར་ན་གཅིག་པར་ཆོས་ཅན། སི་རུ་ལྟ་བུའི་རང་སངས་རྒྱས་ཀྱི་རིགས་ཅན་ཚོགས་ལམ་པ་དེ་ཆོས་ཅན།

རང་བྱུང་གི་ཁོ་རང་ཁོ་རང་གི་དེ་ནི་དགེ་སློང་ཆགས་སོང་བ་རེད་དེ་ན་བཞིན་རང་བྱུང་གི་དགེ་སློང་མང་པོ་ཡོད་རོགས་དཔེར་ན་རང་བྱུང་དགེ་སློང་དེ་གཉིས་མ་ཏོ་ཡོག་མ་རེད་ད་འདྲ་དེ་རང་སངས་རྒྱས་དེ་ཚོ་དེ་ནི་ཆོས་ཀྱི་གནས་ལུགས་དོན་རང་སངས་རྒྱས་དེ་ཚོ་དེ་ནི་ཆོས་ཀྱི་བདག་མེད་རྟོགས་འགྲོ་དུས་ཀོ་ན།

བསེ་རུ་ལྟ་བུའི། དེ་ནས་རང་སངས་རྒྱས་ཀྱི་རིགས་ཅན་ཚོགས་ལམ་པ་དེས་ཆོས་ཅན། རང་བྱུང་གི་བསྙེན་པར་རྩུབ་པའི་གང་ཟག་ཏུ་ཐལ་ཏེ། དགེ་སློང་མོ་རང་བྱོན་དེ་འདྲ་ཡིན་པ་ཐ། ཁྱོད་རང་སངས་རྒྱས་ཡིན་པས་ཁས་བླངས་པའི་ཕྱིར། ཁྱབ་སྟེ་ཟེར་ན། རང་སངས་རྒྱས་ཡིན་ན། རང་བྱོན་གྱི་དགེ་སློང་ཡིན་པས་ཁྱབ་སྟེ། བསྡུ་བ་མེ་ཏོག་ཕྲེང་རྒྱུད་ལས། འདྲེན་པ་རང་རྒྱལ་རང་བྱུང་དགེའོ། དེ་ནས་འདྲེན་པ་རྫོགས་པའི་སངས་རྒྱས་ཤཱཀྱ་ཐུབ་པ་དང། རང་རྒྱལ། གཉིས་རང་རྒྱལ་ཟེར་ན་རང་སངས་རྒྱས་གཉིས་རང་བྱུང་སྐྱེ་བོ་ཟེར་ན་དེ་ནི་རང་བྱོན་གྱི་དགེ་སློང་རེད་ཟེར་བ་རེད། རེ་བ་རང་བྱོན་དགེ་སློང་རང་བྱོན་དགེ་སློང་ཟེར་དུས་དེ་ནི་ཆོས་ཉིད་རྟོགས་པའི་སྟོབས་ཀྱིས་མཁན་པོ་དང་སློབ་དཔོན་ལ་སོགས་ལ་ལྟོས་མི་དགོས་པར་ཁོ་རང་ཁོ་རང་དགེ་སློང་ཆགས་འགྲོ་མཁན་བྱོས་རེ་བ་དེ་ལས་ཟེར་བ་རེད། བྱས་ཙང་དེ་ལ་གཉིས་ཡོད་ཁོ་རང་ཁོ་རང་རང་བྱོན་གྱི་དགེ་སློང་གཉིས་ཡོད་རེད་ཟེར་བ་རེད་བཅོམ་ལྡན་འདས་ཤཱཀྱའི་ཐུབ་པ་དེ་རང་བྱོན་གྱི་དགེ་སློང་རེད། དེ་ནས་རང་སངས་རྒྱས་དེ་རང་བྱོན་གྱི་དགེ་སློང་རེད་སྲིད་གོ་རེད་བྱས་ཙང་དེ་ཡིན་དུས། ད་དེ་ནས་ག་སོ་རེད་དེ་ནས། གསེར་རི་ལྟ་བུའི་རང་སངས་རྒྱས་ཀྱི་རིགས་ཅན་དེ་ཚོགས་ལམ་པ་དེ་རང་སངས་རྒྱས་ཡིན་ན། དེ་ནས་རང་བྱོན་གྱི་དགེ་སློང་ཡིན་དགོས་རེད། ད་འདི་ལ་འདོད་ལན་སྤྲད་ཐུབ་གི་མ་རེད་གསེར་རི་ལྟ་བུའི་རང་སངས་རྒྱས་ཀྱི་རིགས་ཅན་གྱི། ཚོགས་ལམ་པ་དེ་ཚོ་མཁན་པོའི་སྐུ་མདུན་ནས་བསྙེན་རྫོགས་ཀྱི་འདོམས་པ་ཞུ་བ་མང་པོ་ཡོད་རེད་སྲིད་གོ་རེད།

མཆོག་གི་སྤྲུལ་སྐུའི་འཁོར་ལ་རང་སངས་རྒྱས་ཡོད་མ་རེད། ཉན་ཐོས་དགྲ་བཅོམ་པ་ཡོང་ཆོག་གི་རེད་ཉན་ཐོས་སློབ་པ་ཡོང་ཆོག་གི་རེད་ཉན་ཐོས་ཀྱི་རིགས་ཅན་སློབ་པ་ཡོང་ཆོག་གི་རེད་དེ་རང་སངས་རྒྱས་ཡོང་གི་མ་རེད་ཟེར་བ་རེད་དེ་རང་སངས་རྒྱས། རྩ་བ་ཤེས་རབ་ནས་གསུངས་ཡོད་ལྟ་བུ་རེད་རྫོགས་སངས་རྒྱས་རྣམས་མ་བྱུང་ཕྱིར་ཉན་ཐོས་རྣམས་ཀྱང་ཟད་པ་ན་རང་སངས་རྒྱས་ཡེ་ཤེས་ནས། སྟོན་པ་མེད་ལས་རབ་ཏུ་སྐྱེའི་ཟེར་དེ་རེད་སངས་རྒྱས་མེད་ཟེར་གྱི་རེད་གུ་གུ་རུ་བ། ད་གལ་སྲིད་ད་དེ་ནས་དེ་གལ་སྲིད། བསེ་རུ་ལྟ་བུའི། དེ་རང་སངས་རྒྱས་ཀྱི་རིགས་ཅན་གྱི། སློབ་མ་དེ། རང་སངས་རྒྱས་ཡིན་ན་སྐྱོན་ཆེན་པོ་ཡོང་གི་རེད་ཟེར་བ་ནི་དེ་རེད། འོ་ན་ཕྱོགས་ཀུན་སྤྲུལ་སྐུའི།

ཁྱོད་ཆོས་སྐུ་ཆོས་སྐུའི་སྤྲུལ་སྐུའི་སྐུ་དངོས་ཀྱི་འཁོར་ལ་གསུམ་ཡོད་པའི་ནང་ནས་ཉན་ཐོས་ཀྱི་རིགས་ཅན་དང་ཐེག་ཆེན་གྱི་རིགས་ཅན་མ་ཡིན་པ་གསུམ་པ་དེ་ཡིན་པའི་ཕྱིར་གཟིགས་པ་རེད། གསལ་བ་ཁས་གསལ་བ་དེ་ག་ག་སེལ་དེ་རེད། གསལ་བ་ཁས་རྟགས་སེལ་གྱི་གསལ་བ་དེ་གསལ་བ་ཁས་ལའང་ཟེར། ཨ་ནི། སིལ་ལྟ་བུའི་རང་རྒྱལ་ཡིན་པ་ཐག་ཟད་པས་གསལ་བ་ཁས་ལའང་ཟེར་བ་རེད།

དངུལ་གྱི་འཁོར་ཡིན་པ་དེར་ཐལ། དེ་ནས་དེར་ཐལ། དེ་ནས། ཆོས་སྐུའི་སྤྲུལ་སྐུའི་སྐུ་དངུལ་གྱི་འཁོར་དུ་གྱུར་པའི་གསེར་བཏོད་པའི་རིགས་ཅན་གྱི་སློབ་མ་དེ་འདྲ་ཡོད་པའི་ཕྱིར་ཏེ། སངས་རྒྱས་ཆོས་སྐུའི་སྤྲུལ་སྐུ་དེས་རིགས་ཅན་གསུམ་བརྒྱད་ལ་རིགས་ཅན་གསུམ་པོ་ལ་ཟེར་ན་རིགས་ཅན་གསུམ་བརྒྱད་ལ་རེ། ཉན་ཐོས་ཀྱི་རིགས་ཅན། རང་རྒྱལ་གྱི་རིགས་ཅན་ཐེག་ཆེན་རིགས་གསུམ་བརྒྱད་ལ་ཆོས་ཀྱི་འཁོར་ལོ་བསྐོར་བ་ཡིན་པའི་ཕྱིར། རྒྱུ་མཚན་གཅིག་རེད། རྒྱུ་མཚན་གཉིས་པ། དེ་ནས་གསེར། བསེ་རུ་ལྟ་བུའི་རང་བསམ་གྱི་གོ་འཕང་ཐོབ་པ་ལ། སྐལ་བ་བརྒྱ་ཡི་རིང་ལ་བསོད་ནམས་ཀྱི་ཚོགས་བསགས་པ་རེད། བསོད་ནམས་ཀྱི་ཚོགས་བསགས་པའི་ཁར་བསོད་ནམས་ཚོགས་གཅིག་དེ་སངས་རྒྱས་ཐུགས་མཉེས་པར་བྱེད་དགོས་ཀྱི་ཡོད་རེད། སངས་རྒྱས་ཐུགས་མཉེས་པར་བྱེད་པ་ལ་སངས་རྒྱས་སྐུ་མདུན་ལ་འགྲོ་དགོས་ཀྱི་ཡོད་རེད་བྱས་ཙང། བསེ་རུ་ལྟ་བུའི་རིགས་ཅན་གྱི་སློབ་མ་དེས་ས་ཡོད་རེད་གསུངས་འདུག་བསེ་རུ་ལྟ་བུའི་རིགས་ཅན་གྱི་སློབ་མ་དེས། སངས་རྒྱས་ཀྱི་འཁོར་དུ་བཞུགས་ནས་སྐལ་བ་བརྒྱ་ཡི་རིང་ལ། སངས་རྒྱས་ཀྱི་སངས་རྒྱས་འབྱུང་བ་ས་ན་སངས་རྒྱས་འཛམ་བུ་གླིང་ལ་ཕེབས་དུས་ནི་སངས་རྒྱས་ཐུགས་མཉེས་པར་བྱེད་པ་ལ་སོགས་པའི་སྒོ་ནས་ནི་བསྐལ་བ་བརྒྱར་བསོད་ནམས་ཀྱི་ཚོགས་བསགས་དགོས་པའི་ཕྱིར་གཟིགས་པ་རེད། ད་རྩ་བའི་ཐང་རྒྱུད་ལ་འདོད་ཟེར་ན་བསེ་རུ་ལྟ་བུའི་རང་རང་རྒྱལ་ཡིན་པར་ཐག་ཟེར་ན་འདོད་དོ་ཟེར་བ་ཡིན་ན་ནི་འདོད་ལན་སྤྲད་ཐུབ་ཀྱི་མ་རེད་ཟེར་བ་ག་རེ་ཟེར་ན། རྩ་བ་ཤེས་རབ་རྣམས་ལ་སངས་རྒྱས་རྣམས་ནི་མ་བྱུང་ཞིང། ཉན་ཐོས་རྣམས་ཀྱང་ཟད་པ་ན་རང་སངས་རྒྱས་ཀྱི་ཡེ་ཤེས་ནི་སྟོན་པ་མེད་པར་རབ་ཏུ་སྐྱེ་ཞེས་རང་སངས་རྒྱས་དེས་སངས་རྒྱས་དང་ཉན་ཐོས་མེད་པའི་ཞིང་ཁམས་སུ་རང་གི་བྱང་ཆུབ་ཐོབ་པར་གསུངས་པ་དང་འགལ་བ་རེད་ཟེར་བ་རེད། འོ་འདི་ཚོ་གི་རིགས་པ་འདི་ཚོ་ལ་བརྟེན་ནས་ཨ་ནི་རང་སངས་རྒྱས་ཀྱི་རང་རྒྱལ་ལ་སློབ་པ་མེད་པར་སྒྲུབ་ཐུབ་ཀྱི་འདུག་ཟེར་བ་རེད། ད་འདི་ནི་རྩོད་པ་པང་རེད་གསུངས་པ་རྩོད་པ་པང་རེད། ད་གསུམ་པ་དེ་རྩོད་པ་གར་སྤང་དགོས་རེད་ཟེར་དུས། ང་རང་ཚོ་གི་དམ་བཅའ་དེ་རེད་ང་ཚོའི་དམ་བཅའ། རང་སངས་རྒྱས་ཡིན་ན་མི་སློབ་པ་ཡིན་པས་ཁྱབ་ཟེར་བའི་འདིའི་སྟེང་དུ་ཨ་ནི་རྩོད་པ་བཏང་ཡོད་དགོས་ཁོས། ཨ་ནི་ཁ་ཅིག་ད། ཁོ་གི་དེ་ང་རང་ཚོ་གི། རང་རྒྱལ་སློབ་པ་ཡོད་མ་རེད་ཟེར་དགོས་ར་ད་ཁོས་རང་རྒྱལ་སློབ་པ་ཡོད་པར་སྒྲུབ་དགོས་རེད་རྩོད་པ་རྒྱག་དགོས་རེད། དེ་རྩོད་པ་པོ་རོ་ཁ་ཅིག་རང་སྐྱེར་སྒོམ་ལམ་པ་ཡོད་པ་དག་ས་མདོ་ན་རང་སྐྱེ་སློབ་པ་ཡོད་པའི་སྒྲུབ་པའི་རིགས་པ་རེད་ཁོས་ཟེར། རང་སྐྱེར་སྒོམ་ལམ་པ་ཡོད་པ་དག་རང་སྐྱེར་དེའི་སྒོམ་ལམ་ལ་གནས་པའི་གང་ཟག་ཡོད་པའི་ཕྱིར་ཟེར་ན། མ་ཁྱབ་པ་རེད། དཔེར་ན། རང།

རང་རྒྱལ་མགོ་ལོམ་ལ་ཡོད་པའི་ཁྱབ་པ་ཡོད་མ་རེད་ཁོས་ཁྱབ་པ་འདུག་བསམ་གྱི་ཡོད་རེད་ཡིན་ནའི་ཐཱན་འགྱུར་མ་ཁྱབ་པ་ཞིག་བཏང་པ་རེད་ང་རང་ཚོ་གི་རང་རྒྱལ་གྱི་མགོ་ལོམ་ལ་རང་རྒྱལ་གྱི་མགོ་ལོམ་པ་ཡོད་རང་རྒྱལ་གྱི་སློབ་པ་ཡོད་ཡིན་ན་ཡང་རང་རྒྱལ་མགོ་ལོམ་པ་མེད་རང་རྒྱལ་སློབ་པ་མེད་ཟེར་ལབ་དགོས་རེད་ཆ་གཅིག་པར་འདི་སྐབས་ཐཱན་འགྱུར་དེ་མ་ཁྱབ་པ་རེད་ཐཱན་འགྱུར་མ་ཁྱབ་པ་ཞིག་བཏང་པ་རེད་གལ་སྲིད་ཁྱབ་གི་ཡོད་པ་ཡིན་ན། ཨ་ནི་ཁྱེད་རང་ད་རྒྱུད་དེ་ལ་ཁྱབ་པ་ཡོད་ཁས་ལེན་པ་ཡིན་ན་འོ་ན་གཅིག་པ་གཅིག་སངས་རྒྱས་སྒོམ་ལམ་པ་ཡོད་པ་དག་སངས་རྒྱས་དེའི་དགོངས་ཀློང་ལ་གནས་པའི་གང་ཟག་ཡོད་པའི་ཕྱིར་ཏེ་དེ་ནི་ས་བརྒྱད་པ་ལ་གནས་པའི་གང་ཟག་དེ་ཡིན་པའི་ཕྱིར། ཡིན་པའི་ཕྱིར་བཏང་བ་ད་འདི་ལ་དེ་ནི་སངས་རྒྱས་སྒོམ་ལམ་པ་ཡོད་ཟེར་ན་ཁོ་འདོད་རྒུའི་འོག་མར་བ་རྟགས་ལ་དེ་ནི་བྱས་ཙང་འདི་འདི་འདྲ་ཆགས་འགྲོ་གི་རེད་ཟེར་བ་དཔེར་ན་སངས་རྒྱས་དེའི་སྒོམ་ལམ་ལ་གནས་པའི་གང་ཟག་ཡོད་རེད་དེ།

དཔེར་ན་ཁོག་གི་ཚུལ་ལ་རང་སྐལ་ཐོབ་ལམ་པ་ཡོད་པ་དག་རང་སྐལ་དེའི་ཐོག་ལ་གནས་པའི་གང་ཟག་ཡོད་པའི་ཕྱིར་ཞེས་ལབ་བྱུང་ན། དེ་འདྲའི་རིགས་ཅན་གཞན་ལ་ཡང་དེ་གཅིག་པ་གཅིག་ཡིན་ལ་སངས་རྒྱས་ཐོབ་ལམ་པ་ཡོད་པ་དག་སངས་རྒྱས་དེའི་ཐོག་ལ་གནས་པའི་གང་ཟག་ཡོད་པའི་ཕྱིར་རིགས་པ་ཁ་འབྲས་དགུ་རེད་ཟེར་བར་ད་དེ་འདྲའི་ཅན་འགྲོ་རྒྱུ་རེད་ཨ་ནི་ཁོག་གི་རང་སྐལ་སློབ་པ་ཡོད་པ་དག་རང་སྐལ་གྱི་སློབ་པ་ཡོད་པའི་ཕྱིར་ཟེར་ན་འོ་ན་སངས་རྒྱས་སློབ་པ་ཡོད་པ་དག་སངས་རྒྱས་ཀྱི་སློབ་པ་ཡོད་པའི་ཕྱིར་རིགས་པ་ཁ་འབྲས་དགུ་རེད་ཟེར་བ་རེད། ཡང་ཁོས་འདི་ལ་ལྟོས་འདི་རེད་ཁ་ཅིག་འདི་ལ་ལྟོས་འདི་མཁས་པ་གཅིག་རྫོགས་པ་རེད་རྩོད་པ་རྒྱག་གིན་དེ་གི་རྩོད་པ་དེ་སྤངས་པར་ཡང་ཁ་ཅིག་འདི་རེད་རང་སངས་རྒྱས་སློབ་པ་ཡོད་པ་དག་བསེ་རུ་བཏང་ན་ཉི་ཤུའོ་ཞེས་པའི་སྐབས་ལ་བརྟེན་པའི་བསེ་རུ་ལྟ་བུ་དེ་རང་སངས་རྒྱས་དང་གཅིག་ཐེག་དམན་སློབ་པ་གཉིས་ཀ་ཡིན་པས་ཐེག་དམན་སློབ་པ་གཉིས་ཀ་ཡིན་པའི་མུ་ཡིན་པའི་ཕྱིར་བསེ་བ་རེད་ཁོ་གི་ཁོས་སྒྲུབ་བྱེད་གསར་བ་གཞན་མཁས་པ་ཁ་ཅིག་གི་སྒྲུབ་བྱེད་གཞན་དག་མཁྱེན་བ་རེད་རང་སངས་རྒྱས་སློབ་པ་ཡོད་པ་དག། བསེ་རུ་དང་ན་ཉི་ཆོས་ཞེས་པའི་བཀའ་ན་བསྟན་པའི་བསེ་རུ་ལྟ་བུ་དེ། སྤྱིར་རང་སངས་རྒྱས། སྒོས་སུ་ཐེག་དམན་སློབ་པ་ཡིན་པས་སློབ་པ་གཉིས་ཀ་ཡིན་པའི་མུ་ཡིན་པའི་ཕྱིར་ཟེར་བ་རེད། རྟགས་མ་གྲུབ་ཟེར་དུས་རྟགས་མ་གྲུབ་ཟེར་དུས་དེ་རེད་བ་ག་སུ་རེད། རྟགས་མ་གྲུབ་ཟེར་དུས་དེ་རེད། དེ་ནས། བསེ་རུ་དང་ན་ཉི་ཆོས་ཞེས་པའི་བཀའ་ན་བསྟན་པའི་བསེ་རུ་ལྟ་བུ་དེ་ཐེག་དམན་གྱི་སློབ་པ་ཡིན་པ་རྟགས་མ་གྲུབ་ཟེར་བ་ཡིན་ན་རྟགས་རྟགས་གྲུབ་གི་ཡིན་ཟེར་བ་དེ་དེར་ཐལ་ལ། དེ་སྒྲ་དེ་ཆོས་ཅན་གཅིག་པ་རེད། ད་ལྟ་དེ་ཆོས་ཅན་གཅིག་པ་རེད་བ་ག་སུ།

མཚོན་བྱེད་དཔེའི་དགེ་འདུན་ཡིན་པའི་ཕྱིར། ཟེར་བ་རེད་ཁྱབ་སྟེ། འདི་ལ་ལྟ། མཚོན་བྱེད་དཔེའི་དགེ་འདུན་དང་མཚོན་བྱེད་དོན་གྱི་དགེ་འདུན་གཉིས་ཡིན་དགོས་རེད། དཔེར་ན། བསེ་རུ་དང་ན་ཉི་ཤུ་ཞེས་པའི་སྐབས་སུ། དངོས་བསྟན་ལ་མཚོན་བྱེད་དཔེའི་དགེ་འདུན། འདིའི་སྐབས་འདིའི་སྐབས་སུ་དངོས་བསྟན་གལ་ཆེ་མི་འདུག་བསེ་རུ་དང་ན་ཉི་ཤུ་ཞེས་པའི་སྐབས་སུ། དེ་ནས། མཚོན་བྱེད་དཔེའི་དགེ་འདུན་དང་མཚོན་བྱེད་དོན་གྱི་དགེ་འདུན་གཉིས་ཡིན་དགོས་རེད། དཔེ་དང་དོན་ཟེར་བ་དཔེར་ན། དེ་ནས། ད་གཟོ་རེད། ཁྱེད་རང་རི་རབ་ན་བཞིན་ཆེན་པོ་འདུག་ལབ་པ་ཡིན་ན། རི་རབ་དེ་དཔེ་རེད། ཁྱོད་རང་དེ་དོན་རེད། དེ་ནས་ད་དེ་ལ་དེ་ནས། མཚོན་ཆའི། དོན་གྱི། དེ་ནས་མཚོན་ཆའི་དོན་གྱི་མཚོན་ཆའི་དོན་དང་མཚོན་ཆའི་དཔེ་ཟེར་གཉིས་འགོར་བ། རི་རབ་དེ་མཚོན་ཆའི་དཔེ་རེད། ཁྱོད་རང་མཚོན་ཆའི་དོན་རེད། དཔེ་འདི་ན་ཤི་རེ་མཚོན་ཆའི་དཔེ་དགེ་འདུན་ཟེར་དུས།

ཉི་ཤུ་ཡོད་པ་ན་ན་གཅིག་ཡིན་པའི་ཕྱིར་རུ་སི་པོ་རེ་ཁྱབ་སྟེ་སེ་དུ་སངས་རྒྱས་ལ་སོགས་དཀོན་མཆོག་སོ་ཞེས་པའི་སྐབས་ན་བསྟན་པའི་མཚོན་བྱེད་དཔེའི་དགེ་འདུན་ནི་ཡིན་ན། སི་རུ་ད་ན་ཉི་ཤུ་ཞེས་པའི་སྐབས་ན་བསྟན་པའི་སི་རུ་ལྟ་བུ་དེ་དེང་མིན་སློབ་པ་ཡིན་པ་ཁྱབ་སྟེ་སེ་བོ་རེ་རྒྱུ་མཚན་ག་རེ་ཟེར་ན་སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཞེས་པ་དེའི་སྐབས་ན་བསྟན་པའི་མཚོན་བྱ་དོན་གྱི་དགེ་མཚོན་བྱ་དོན་གྱི་དགེ་འདུན་ཡིན་ན། ཐེག་ཆེན་སློབ་པ་ཡིན་དགོས་པའི་ཕྱིར་གཟིགས་པ་རེད། ད་འདི་གར་མཚོན་བྱ་དོན་གྱི་དགེ་འདུན་ཟེར་ན་དེ་གཟིགས་པ་རེད་ག་སོ་རེད། དོན་དེ། དཔེ་བཞག་ས་དེ་དཔེ་བཞག་ས་དོན་དེ་ལ་གཟིགས་པ་རེད། ནམ་རྒྱུན་དཔེ་དང་དོན་ཟེར་བ་དེ་ལ་གཟིགས་པ་རེད། ད། མཚོན་བྱ་མཚོན་བྱེད་ཟེར་ན་མཚོན་པར་བྱ་བ་གཟིགས་པ་རེད། དེ། མཚོན་བྱ་ཟེར་ཏེ་མཚོན་པར་བྱ་བ། དོན་ཟེར་ཏེ་དཔེ་དང་དོན་གཉིས་ལས་དོན་རེད། བྱས་ཙང། སངས་རྒྱས་ལ་སོགས་ཀུན་སྤྱོད་ཚོ་ཞེས་པའི་སྐབས་ལ་བརྟེན་པའི་མཚོན་བྱ་དོན་གྱི་དགེ་འདུན་ཡིན་ནམ། ཐེག་ཆེན་གྱི་སློབ་པ་ཡིན་དགོས་པའི་ཕྱིར། ཟེར་གོ་རེད། ཐ་འགྱུར་གཅིག་བྱུང་བར་ཐ་འགྱུར་གཅིག། དེའི་ཐོག་ནས་སྒྲུབ་ཀྱི་ཡོད་ཟེར་ཐ་འགྱུར་གཉིས་པ། ཡང་དེའི་སྐབས་ལ་བརྟེན་པའི་ཟེར་ན་སངས་རྒྱས་ལ་སོགས་ཀུན་སྤྱོད་གསུམ་ཞེས་པ་དེའི་སྐབས་ལ་བརྟེན་པའི་མཚོན་བྱ་དོན་གྱི་དགེ་འདུན་དང། དེ་ནས་ཐེག་ཆེན་དགྲ་བཅོམ་པ་གཉིས་གཞི་མཐུན་ཡོད་པ་དག་སངས་རྒྱས་ལ་སོགས་ཀུན་སྤྱོད་གསུམ་བཤད་པ་དེའི་སྐབས་ན་བསྟན་པའི་མཚོན་བྱེད་དཔེའི་དགེ་འདུན་དང། དེ་མིན་དགྲ་བཅོམ་པ་གཞི་མཐུན་ཡིན་པར་ཁྱེད་རང་གིས་ཁས་བླངས་པའི་ཕྱིར། ང་རང་ཚོ་གི། ཁོག་གི་བསེ་རུ་བཏགས་ན་ཉི་ཤུའོ་ཞེས་པའི་སྐབས་ཀྱི་བསེ་རུ་དེ། དགྲ་བཅོམ་པ་མ་རེད། སློབ་པ་རེད། སློབ་པ་རེད། མི་སློབ་པ་མ་རེད། གལ་སྲིད་མི་སློབ་པ་ཡིན་ན། ཨ་ནི་དགྲ་བཅོམ་པ་ཆགས་དགོས་རེད། བྱས་ཙང། མཚོན་བྱེད་དཔེའི་དགེ་འདུན་དང་མཚོན་བྱ་མཚོན་བྱེད་དཔེའི་དགེ་འདུན་ཡིན་མཁན་སྒྲ་བཅོམ་པ་ཡིན་མཁན་གཞི་མཐུན་ཡིན་པར་ཁས་བླངས་ན། མཚོན་བྱ་དོན་གྱི་དགེ་འདུན་ཡིན་མཁན་ཐེག་ཆེན་སྒྲ་བཅོམ་པ་ཡིན་གཞི་མཐུན་ཡོད་པ་བཅས་ཁས་ལེན་དགོས་རེད་འགྲོ་སྟངས་གཅིག་པ་རེད་ཟེར་བ་རེད། བྱས་ཙང། སངས་རྒྱས་ལ་སོགས་དཀོན་མཆོག་སོ་ཞེས་པའི་སྐབས་ན་བསྟན་པའི་མཚོན་བྱ་དོན་གྱི་དགེ་འདུན་དང། ཐེག་ཆེན་དགྲ་བཅོམ་སངས་རྒྱས་རེད་ཐེག་ཆེན་སྤྲོ་བསྡུ་སངས་རྒྱས་གཉིས་ཀ་ཡིན་པའི་གཞི་མཐུན་གྱི་ཡོད་པ་དེ་རེད་མཚོན་བྱ་དོན་གྱི་དགེ་འདུན་དང་ང་རང་ཚོ་ལུགས་སྲོལ་ལ་དེ་རེད་མཚོན་བྱ་དོན་གྱི་དགེ་འདུན་དང་ཐེག་ཆེན་དགྲ་བཅོམ་སངས་རྒྱས་ཡིན་པ་གཞི་མཐུན་ཡོད་མ་རེད་ཡིན་ན་ཡང་མཚོན་བྱ་དཔེའི་དགེ་འདུན་དང་དགྲ་བཅོམ་ཡིན་པ་གཞི་མཐུན་ཡིན་མཁན་ཡོད་རེད་ཁོག་གི་འབུ་ཤུ་ལོག་སོང་ཁོ་རང་གི་བསམ་བློའི་ནང་དུ། མཚོན་བྱ་དཔེའི་དགེ་འདུན་དང་དེ་ནས་ཐེག་དམན་དགྲ་བཅོམ་གཞི་མཐུན་ཡོད་པ་དེ་སྲིད་ན་མཚོན་བྱ་དོན་གྱི་དགེ་འདུན་དང་སངས་རྒྱས་གཞི་མཐུན་ཡིན་པ་ཅིག་འདུག་བསམ་བསམ་ཡོང་གི་ཡོད་རེད། དེ་མ་བྱུང་བར་ང་རང་ཚོ་མཚོན་ཆ་དོན་གྱི་དགེ་འདུན་ཡིན་ན། བྱང་ཆུབ་སེམས་དཔའ་རྐྱང་པ་ཡིན་པས་ཁྱབ་པ་རེད། མཚོན་ཆའི་དཔེའི་དགེ་འདུན་ཡིན་ན་སློབ་མི་སློབ་གཉིས་ཀ་ཡོད་རེད་འདི་ལ། ཉན་ཐོས་དགྲ་བཅོམ་ད་ཡོད་མ་རེད་དེ་ཡིན་ན་ཡང་རང་སྒེར་དགྲ་བཅོམ་ཡོད་རེད། ད་འདིར་ཁོས་གི། སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཤེས་པ་དེའི་སྐབས་ན་བསྟན་པའི་མཚོན་ཆའི་དོན་གྱི་དགེ་འདུན་དང་ཐེག་ཆེན་དགྲ་བཅོམ་སངས་རྒྱས་གཞི་མཐུན་ཡིན་མཁན་ཅིག་ཡོད་པ་དག་སངས་རྒྱས་ལ་སོགས་དཀོན་མཆོག་སོགས་ཤེས་པ་དེའི་སྐབས་ན་བསྟན་པའི་མཚོན་ཆའི་དཔེའི་དགེ་འདུན་དང། དེ་མིན་དགྲ་བཅོམ་བཞི་བདུན་ཡོད་པ་དེ་འདྲ་ཡོད་པའི་ཕྱིར་ཏེ། དེ་ནས་སི་རུ་ཏཱ་ནས་ཉི་ཤུའོ་ཞེས་པའི་སྐབས་ན་སི་རུ་ཏཱ་པོ་ཏེ་རང་སངས་རྒྱས་དགྲ་བཅོམ་ཡིན་པ་ཁྱེད་རང་གིས་འདོད་པའི་ཕྱིར་ཟེར་བ་རེད། ཐ་འགྱུར་གཉིས་བྱུང་བ་ཐ་འགྱུར་སྔ་འགྱུར་གཉིས་ཀ་ལ་ཟེར། ཐ་འགྱུར་སྔ་མ་ལ་ཡང་ཁྱབ་པ་ཡོད་ཐ་འགྱུར་ཕྱི་མ་ལ་ཡང་ཁྱབ་པ་ཡོད་དེ། ཐ་འགྱུར་སྔ་མས་ཁྱབ་པ་བསྒྲུབ་བྱའི་གཞུང་ཡང། འགྲེལ་བ་དོན་སེལ་ཚིག་འདི་ཡིན། མཐའ་འགྱུར་ཕྱི་མའི་ཁྱབ་པ་དྲུག་གི་གཞུང་ཡང་འགྲེལ་བ་དོན་སེལ་ཚིག་འདི་ཡིན་ཟེར་བར་ག་རེ་ཟེར་ན། འགྲེལ་བ་དོན་སེལ་ནང་ལ། དགེ་འདུན་ལ། སངས་རྒྱས་ཀུན་སྤྱོད་ཁོངས་སུ་གཏོགས་པ་ཉིད་ཀྱིས། དགེ་འདུན་ཀུན་སྤྱོད་བཤད་པའི་སྐབས་སུ། དེ་ནས། དེ་ནས། དགྲ་བཅོམ་པ་དེ་ཉན་ཐོས་དགྲ་བཅོམ་པ་དེ། སངས་རྒྱས་ཀུན་སྤྱོད་ཀྱི་ཁོངས་སུ་བསྡུས་པ་ཡིན། ཞེས་ཙམ་བཤད་མེད་ཞེས་པའི་སྐབས་སུ། དེ་ནི། དེ་ནི། སྒྲ་བཅུ་པ་རྩ་ན་མེད་པ་ཅིག། འདིར་དགེ་འདུན་ལ་སངས་རྒྱས་ཀུན་སྤྱོད་ཉིད་ཁོངས་སུ་གཏོགས་པ་བསམ། དགེ་འདུན་ཀུན་སྤྱོད་བཤད་པའི་སྐབས་སུ་ཉན་ཐོས་སྒྲ་བཅུ། ཉན་ཐོས་སྒྲ་བཅུ་པ་དེ་སངས་རྒྱས་ཀུན་སྤྱོད་ཁོངས་སུ་གཏོགས་པ་ཉིད་ཀྱིས་བཤད་མེད་ལབ། དགེ་འདུན་རྣམས་ལ་བཤད་མེད་ལབ་དུས།

ཐཱན་འགྱུར་སྔ་མ་ལ་ཡང་ཁྱབ་པ་མི་འདུག་ཕྱི་མ་ལ་ཡང་ཁྱབ་པ་མི་འདུག་ཟེར་བར། འོ་ན་ད་ཧ་གོ་སོང་ཁྱོད་རང་གི་ཐཱན་འགྱུར་ཧ་གོ་སོང་ཟེར་བར། འོ་ན་དེའི་སྐབས་ལ་བརྟེན་པའི་སངས་རྒྱས་ལ་སོགས་ཀུན་སྤྱོད་གསུམ་བཤད་པ་དེའི་སྐབས་ལ་བརྟེན་པའི་མཚོན་བྱེད་དཔེའི་དགེ་འདུན་ནང་ཚན་ཡིན་ན། ཐེག་དམན་སློབ་པ་ཡི་མཐའ་གཅིག་ཏུ་ཡིན་དགོས་པ་ད་ཁོས་འདི་རེད། ཁོས་ཁས་ལེན་ན། སངས་རྒྱས་ལ་སོགས་ཀུན་སྤྱོད་གསུམ་བཤད་པའི་སྐབས་སུ་དགེ་འདུན་ཉི་ཤུ་བཤད་པ་རེད། ད་སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཞེས་པ་དེའི་སྐབས་ན་བསྟན་པའི་ཚུལ་གྱི་དཔེ་དགེ་འདུན་ནང་ཚན་དུ་གྱུར་པའི་ནང་ཚན་ཡིན་ན། ཐེག་དམན་སློབ་པ་མཐའ་གཅིག་ཏུ་ཡིན་དགོས་པ་དག་སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཞེས་པའི་སྐབས་ན་བསྟན་པའི་མཚོན་བྱ་དོན་གྱི་དགེ་འདུན་ཡིན་ན་ཐེག་ཆེན་སློབ་པ་ཡིན་དགོས་པའི་ཕྱིར་ཟེར་བར་འདི་རེད་འདི་བར་ང་རང་ཚོ་རེད་འདི་ལ་ཐེག་ཆེན་འཆད་པ་རེད་གསུངས་འདུག་ཐེག་ཆེན་ཟེར་ཏེ། དེའི་སྐབས་ལ་བརྟེན་པའི་མཚོན་བྱའི་དོན་གྱི་དགེ་འདུན་ནི་ཐེག་ཆེན་སློབ་པ་ཡིན་དགོས་པའི་ཕྱིར་རོ། འདི་ང་རང་ཚོ་རེད། ང་རང་ཚོས་ཁས་ལེན་དགོས་རེད་ད་ང་རང་ཚོ་གིས། སངས་རྒྱས་ལ་སོགས་ཀུན་སྤྱོད་གསུམ་ཞེས་པའི་སྐབས་ལ་བརྟེན་པའི་མཚོན་བྱའི་དོན་གྱི་དགེ་འདུན་ནི་ཐེག་ཆེན་སློབ་པ་ཡིན་པར་ཁས་ལེན་དགོས་ཡོད་རེད་དེ། དེ་ནི་སངས་རྒྱས་ལ་སོགས་ཀུན་སྤྱོད་གསུམ་ཞེས་པའི་སྐབས་ལ་བརྟེན་པའི་མཚོན་བྱ་དཔེའི་དགེ་འདུན་ནི་དེ་མིན་སློབ་པ་ཡིན་པར་ཁས་ལེན་གྱི་ཡོད་མ་རེད་ད་ཁོ་རང་ལ་ཁས་ལེན་དགོས་པ་ཐག་ཟིག་པོ་རེད། བྱས་ན་སངས་རྒྱས་ལ་སོགས་ཀུན་སྦྱོར་གསུངས་ཞེས་པ་དེའི་སྐབས་ལ་བརྟེན་པའི་མཚོན་བྱེད་དཔེའི་དགེ་འདུན་གྱི་ནང་ཚན་ཡིན་ན། དེ་མིན་སློབ་པ་ཡིན་དགོས་པ་ཐག་གོ་རེད། སངས་རྒྱས་ལ་སོགས་ཀུན་སྦྱོར་གསུངས་ཞེས་པ་དེའི་སྐབས་ལ་བརྟེན་པའི་མཚོན་བྱ་དོན་གྱི་དགེ་འདུན་ཡིན་ན་ཐེག་ཆེན་སློབ་པ་ཡིན་དགོས་པའི་ཕྱིར་ཏེ་བྱང་ཆུབ་སེམས་དཔའ་ཡིན་དགོས་པའི་ཕྱིར་གོ་རེད། ད་འདོད་ཟེར་ན། སངས་རྒྱས་ལ་སོགས་ཀུན་སྤྱོད་སོ་ཞེས་པ་དེའི་སྐབས་ལ་བརྟེན་པའི་མཚོན་བྱེད་དཔེའི་དགེ་འདུན་ཡིན། མཚོན་བྱེད་དཔེའི་དགེ་འདུན་ནང་ཚན་ན་ཐེག་དམན་སློབ་པ་ཡིན་དགོས་པ་ཐག་འདོད་དོ་ཟེར་བ་ཡིན་ན། འོ་ན་བསེ་རུ་དང་ན་ཉི་ཤུ་ཞེས་པའི་སྐབས་ན་བསྟན་པའི་བསེ་རུ་ལྟ་བུ་དེ་ཆོས་ཅན། དེར་ཐག་ལ་ཟེར་ན་ཐེག་དམན་སློབ་པ་ཡིན་པ་ཐག། དེ་ནས་དེའི་སྐབས་ན་བསྟན་པའི་མཚོན་བྱེད་དཔེའི་དགེ་འདུན་གྱི་ནང་ཚན་ནང་ཚན་ཡིན་ན། དེ་མིན་སློབ་པ་ཡིན་དགོས་པར་ཁྱེད་རང་གི་འདོད་པ་དེའི་ཕྱིར་ཟེར་བ་རེད། ད་འདོད་ན་ཟེར་དུས་དེ་མིན་སློབ་པ་ཡིན་པ་ཐག་འདོད་དོ་ཟེར་བ་ཡིན་ན། ཨཱ་ནི། བསེ་རུ་བཏགས་ན་ཉི་ཤུ་ཞེས་པའི་བཀའ་ནོ་དེབ་བསེ་རུ་ལྟ་བུ་དེ་ཆོས་ཅན། ཨཱ་ནི། ཉན་ཐོས་དགེ་འདུན་ཉན་ཐོས་དགེ་འདུན་བཅུ་དགུ་པོ་གང་རུང་ཡིན་པ་ཐག། དེ་ནི། དེ་མིན་སློབ་པ་ཡིན་པར་ཁྱེད་རང་གིས་ཁས་བླངས་པའི་ཕྱིར། འདི་ལ་འདི་འཆད་པ་རེད་གསུངས་འདུག་དེ་མིན་སློབ་པ་ཡིན་པའི་ཕྱིར་ཟེར་འཆད་པ་རེད་གསུངས་འདུག།

ད་འགྱུར་རེ། གཞན་ཡང་སྐྱོན་གཞན་ཡང། དེའི་བཀའ་མ་བསྟན་པའི་ཟེར་ན་སངས་རྒྱས་ལ་སོགས་དཀོན་མཆོག་སོགས་ཞེས་པ་དེའི་བཀའ་མ་བསྟན་པའི་མཚོན་བྱེད་དཔེའི་དགེ་འདུན་དེ་ལ། དབང་པོ་རྣོ་རྟུལ་ལ་སོགས་པའི་སྒོ་ནས་གྲངས། ཉི་ཤུར། མེད་པ་དག་ཟེར་བ་ལྟར་ཁྱེད་རང་ལྟར་ན་ད་སྒྲ་བཅོམ་པ་མེད་ན་ཟེར་བ་རེད། དཔེར་ན། བསེ་རུ་ལྟ་བུའི། རང་སངས་རྒྱས་དེ་དགྲ་བཅོམ་མེད་པ་ཡིན་ན་དེ་ནི་ཉི་ཤུ་གྲངས་ལོངས་གི་མ་རེད་ཟེར་བ་རེད། ད་ཁོ་གིས་དེ་འདྲའི་ཁར་བསེ་རུ་ལྟ་ན་ཉི་ཤུའོ་ཞེས་པའི་སྐབས་བསེ་རུ་དེ་སློབ་པ་ལ་ཁས་བླངས་སོང་བ་དེའི་རྒྱུ་མཚན་རེད། ཨཱ་ནི་སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཞེས་པ་དེའི་སྐབས་ན་བསྟན་པའི་ཚུལ་གྱི་དཔེའི་དགེ་འདུན་དེ་ལ། དབོན་པོ་རྟུལ་པོ་དང་རྣོན་པོ་ལ་སོགས་པའི་སྐོར་ན་གྲངས་ཉི་ཤུར་མེད་པ་ཐག་ཟེར་བ་རེད། ག་རེད་ཟེར་ན། སངས་རྒྱས་ལ་སོགས་དཀོན་མཆོག་སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཞེས་པའི་སྐབས་ནས་བསྟན་པའི་མཚོན་བྱེད་དཔེའི་དགེ་འདུན་དེ་ལ། དེ་ནས་སྐྱེས་བུ་ཆེན་པོ་བདུན་མ་གཏོགས། དེ་ནས་མ་གཏོགས་བརྒྱད་པ་དེ་མེད་པ་རེད་བརྒྱད་པ་དེ་མེད་ན་གྲངས་ཚང་དོན་གོ་རེད་མ་སྐྱེས་བུ་ཆེན་པོ་བདུན་ཟེར་འདི་རེད། དེ་ནས་རྒྱུན་ཞུགས་ཞུགས་པ། ཕྱིར་འོང་ཞུགས་པ་ཕྱིར་མི་འོང་ཞུགས་པ་སྒྲ་སྦྱོང་ཞུགས་པ་ཞུགས་པ། ཡང་ན་ཞུགས་པའི་དེ་ནས་སྐྱེས་བུ་ཆེན་པོ་བཞི་བཅས། ཨ་ནི། རྒྱུན་ཞུགས་འབྲས་གནས་ཕྱི་རོང་འབྲས་གནས་ཕྱི་མི་འོང་འབྲས་གནས། ད་འདི། དེ་བདུན་དེ་ལ་སྐྱེས་བུ་ཆེན་པོ་བདུན་ཡོད་ཟེར་བ་རེད་ད་གར་ཟེར་ན། འདི་ག་ལ་དགྲ་བཅོམ་ཙམ་ན་མེད་པ་ཡིན་དུས་དེ་ནི་དེ་ཆགས་འགྲོ་གི་རེད་ཟེར་བ་རེད་བྱས་ད་སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཞེས་པ་དེའི་སྐབས་ན་བསྟན་པའི་མཚོན་བྱེད་དཔེའི་དགེ་འདུན་ལྡན་ལ། དེ་ནས། མཚོན་བྱེད་དཔེའི་དགེ་འདུན་དེ་ལ། དགྲ་བཅོམ་པ་ནི་བརྩི་ཡས་མེད་པ་རེད་བྱས་ཙང། འབྲས་བུ་ལ་གནས་པ་གསུམ་དང་ཞུགས་པ་ལ་གནས་པ་བཞི་བྱས་པའི་སྐྱེས་བུ་ཆེན་པོའི་མདུན་དུ་དྲང་ངེས་པའི་དྲང་ངེས་པའི་ཕྱིར་ཏེ།

སངས་རྒྱས་ལ་སོགས་ཀུན་སྤྱོད་ཚོགས་ཞེས་པ་དེའི་སྐབས་ལ་བརྟེན་པའི་ཚུལ་བྱེད་དཔེའི་དགེ་འདུན་ལ་དབང་པོ་རྟུལ་པོ་སོགས་ཉི་ཤུར་མེད་པར་ཐག་ཟེར་བའི་རྩ་བའི་མཐའ་འགྱུར་ལ་འདོད་ལན་སྤྲད་ཐུབ་མར་འདོད་མི་ནུས་ཏེ། ག་རེ་ཟེར་ན། སངས་རྒྱས་ལ་སོགས་ཀུན་སྤྱོད་གསུམ་ཞེས་པ་འདིའི་སྐབས་ལ་བརྟེན་པའི་ཚུལ་བྱེད་དཔེའི་དགེ་འདུན་ལ་གྲངས་ཉི་ཤུ་ཡོད་ཟེར་ན་དངོས་སུ་འགྲེལ་བ་དོན་ཟེར་ལས་གསུངས་འདུག་ཟེར་བ་རེད། འགྲེལ་བ་དོན་ཟེར་ལ་འདི་ཟེར། རང་སངས་རྒྱས་དང་ལྷན་ཅིག། རྒྱལ་པོ་དབང་པོ་རྟུལ་པོ་ལ་སོགས་པའི། སོགས་པ་གྲངས་ཉི་ཤུར་འཆད་པ་ཟེར་གསུངས་འདུག་གྲངས་ཉི་ཤུར། གྲངས་ཉི་ཤུར་ཚང་བ་རེད་གྲངས་ཉི་ཤུ་ཆད་པ་ད་མ་རེད། དཔེར་ན། སྐྱེས་བུ་ཆེན་པོ་བདུན་བཅས། ད་དེའི་སྟེང་དུ་རང་སངས་རྒྱས། དགྲ་བཅོམ་པ་བཅས། ལྷན་ཅིག་ཏུ་སྡོམ་བཞག་པ་ཡིན་ན། སྐྱེས་བུ་ཆེན་པོ་བརྒྱད་ཆགས་པ་རེད། སྐྱེས་བུ་ཆེན་པོ་བརྒྱད་ལ་ནང་གསེས་དབང་པོ་རྟུལ་པོ་རྣོན་པོ་ལ་སོགས་པའི་སྒོ་ནས་གྲངས་ཉི་ཤུར་ཚང་བ་ཞེས་གསུངས་འདུག་ཉི་ཤུ་དངོས་སུ་གསུངས་འདུག་གསུངས། འདི་ཉི་ཤུ་པོ་དེ་སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཞེས་པའི་སྐབས་ལ་བརྟེན་པའི་མཚོན་བྱེད་དཔེའི་དགེ་འདུན་རེད་དེ་ཡོད་རེད། ཁྱད་ཚང་དེ་ཡིན་དུས། སངས་རྒྱས་དང་ལྷན་ཅིག་རྒྱལ་པོ་བསོད་ནམས་སྐྱེས་བུ་ཆེན་པོ་བདུན་བཅས། དེ་ཡིན་དུས་རང་སངས་རྒྱས་དང་ལྷན་ཅིག་སྡོམ་བཞག་ན། སྐྱེས་བུ་ཆེན་པོ་བརྒྱད་བྱ་བར་བརྒྱད་ལ་ནང་གསེས་ཀྱི་དབོན་པོ་རྟུལ་པོ་རྣོན་པོ་ལ་སོགས་པའི་མགོ་ནས་དབྱེ་བ་བྱས་པ་ན་གྲངས་ཉི་ཤུར་ཚང་བ། ཞེས་པ་འདི་དང་དངོས་སུ་འགལ་སྲིད་པ་རེད། ཡང། གཞན་ཡང། སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཞེས་པ་དེའི་སྐབས་ཀྱི་མཚོན་བྱེད་དཔེའི་དགེ་འདུན་ཡིན་ན། ཁྱེད་རང་གི་ལུགས་ལ་ཐེག་དམན་འཕགས་པ་ཡིན་དགོས་པ་ཐག་སི་ཁོ་རེད། ད་འདིར་བ། ད་དེ་དེ་ཡང་དཀའ་ལས་ཁག་པོ་ཞིག་རེད་དེའོ་རེད། ཐ་འགྱུར་གཅིག་རེད། སངས་རྒྱས་ང་རང་ཚོའི་ལུགས་ལ་ཁྱབ་པ་ཡོད་མ་རེད། འདིར་བ། སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཞེས་པ་དེའི་སྐབས་ཀྱི་མཚོན་བྱེད་དཔེའི་དགེ་འདུན་ཡིན་ན་ཁྱེད་རང་གི་ལུགས་ལ་ཐེག་དམན་འཕགས་པ་ཡིན་དགོས་པ་ཐག་སངས་རྒྱས་ལ་སོགས་ཀུན་སྤྱོད་ཚོགས་ཞེས་པ་དེའི་སྐབས་ཀྱི་མཚོན་བྱ་དོན་གྱི་དགོས་འདུན་ནི་ཐེག་ཆེན་འཕགས་པ་ཡིན་དགོས་པའི་ཕྱིར། འདི་རེད། ང་རང་ཚོ་ལུགས་ལ་བྱས་ན། ཁོས་གཉིས་ཀྱི་འགྲིག་གི་རེད། ཁོས་འགྲིག་གི་ཡོད་རེད། ང་རང་ཚོས་ལུགས་ལ། སངས་རྒྱས་ལ་སོགས་ཀུན་སྤྱོད་ཚོགས་ཞེས་པའི་བཀའ་གནང་བསྟན་པའི་མཚོན་བྱ་དོན་གྱི་དགེ་འདུན་ལ་ཐེག་ཆེན་འཕགས་པ་ཡིན་པས་ཁྱབ་པ་རེད། དེའི་སྐབས་ལ་སངས་རྒྱས་ཀུན་སྤྱོད་མེད་པས་ཁྱབ་པ་རེད། ཡིན་ན་ཡང། སངས་རྒྱས་ལ་སོགས་ཀུན་སྤྱོད་གསུམ་ཞེས་པའི་བཀའ་གནང་བསྟན་མཚོན་བྱ་དཔེའི་དགོས་འདུན་ལ་དེ་ནས་ཐེག་མིན། དེ་ནས་ག་སོ་རེད། འཕགས་པ་ཡིན་པས་ཁྱབ་པར་ཁས་ལེན་གྱི་མ་རེད་ལ་ཐེག་དམན་སློབ་པ་ཡིན་པས་ཁྱབ་པར་ཁས་ལེན་གྱི་མ་རེད་དེ། དེ་རིག་བྱེད་ཚ་སྐྱོན་ཅི་ཡོང་གི་རུང་བ། གཞན་ཡང། སངས་རྒྱས་ལ་སོགས་དཀོན་མཆོག་སོགས་བཞེད་པ་དེའི་སྐབས་ན་གྱི་མཚོན་བྱེད་དཔེའི་དགེ་འདུན་ཡིན་ན། ཐེག་དམན་འཕགས་པ་ཡིན་དགོས་པར་ཐལ། སངས་རྒྱས་ལ་སོགས་དཀོན་མཆོག་གསུམ་བཞེད་པའི་སྐབས་དེའི་མཚོན་བྱེད་དོན་གྱི་དགོས་ནུས་ན། ཐེག་ཆེན་འཕགས་པ་ཡིན་དགོས་པའི་ཕྱིར་ཏེ། བྱང་སེམས་འཕགས་པ་ཡིན་དགོས་པའི་ཕྱིར། ཁྱབ་པ་ཁས། ཁྱབ་པ་ཁྱོད་རང་གིས་ཁས་བླངས་སོང་བ་རེད་ག་རེ་ཟེར་ན། ག་འདྲ་ཁས་ལེན་པ་རེད་ཟེར་ན་གོང་དུ་དེར་བ། གོང་དུ་ད་ནི་དེ་མཐའ་འགྱུར་མཐའ་འགྱུར། དང་པོ་དང་གཉིས་པ་གཉིས་ཡོད་ཞེས་པའི་སྐབས་ཀྱི་མཐའ་འགྱུར་དང་པོའི་སྐབས་སུ་ཁས་བླངས་པ་རེད་ཁྱབ་པ་ཁས་ཟེར་བའི། བྱས་ཙང་ཁྱབ་པ་དེར་བ་དེ་རེད་ག་འདྲ་དེ། སངས་རྒྱས་ལ་སོགས་དཀོན་མཆོག་ཞེས་པའི་སྐབས་ཀྱི་མཚོན་བྱ་དོན་གྱི་དགེ་འདུན་ཡིན་ན། དོན་གྱི་དགེ་འདུན་ཡིན་ན། དེ་ནས་ཐེག་ཆེན་འཕགས་པ་ཡིན་དགོས་ན་སངས་རྒྱས་ལ་སོགས་ཀུན་སྤྱོད་རང་ཞེས་པའི་སྐབས་ཀྱི་ཚུན་ཆད་དཔེའི་དགེ་འདུན་ཡིན་ན་ཐེག་དམན་འཕགས་པ་ཡིན་དགོས་པའི་ཁྱད་པར་ཁྱེད་རང་ཁས་བླངས་ས་བ་རེད། ག་དུས་ཁས་བླངས་སོང་ཟེར་ན། ཁྱོད་ཀྱིས་མཐའ་འགྱུར་གཉིས་བཏང་བ་ན་མཐའ་འགྱུར་དང་པོའི་ནང་དུ་ཁས་བླངས་སོང་ཟེར་བ་རེད་ད་འདོད་ན་ཟེར་ཏེ། འདོད་ན་ཟེར་ཏེ་འདིར་བ་ག་སོ་རེད། དེའི་སྐབས་ཀྱི་ཚུན་ཆད་དཔེའི་དགེ་འདུན་ཡིན་ན་ཐེག་དམན་འཕགས་པ་ཡིན་དགོས་པར་ཐག་ཟོ་ལ་འདོད་དོ་ཟེར་བ་ཡིན་ན། དེ་འདོད་དུ་ཡེ་ཡོད་མ་རེད་ཟེར་བར་དེ་འདྲ་ཡིན་ན་ཧ་ཅང་མཐའ་དྲུག་རེད་ཟེར་འདོད། འོ་ན། སྦྱོར་ལམ་སྟན་གཅིག་པའི་རྟོགས་པ་ལ་གནས་པའི་རྒྱུན་ཞུགས་ཞུགས་པ་དེ་སོ་སོའི་སྐྱེ་བོ་རེད་འདོད་དེས་མ་བྱུང་བ་རེད། སྦྱོར་ལམ་སྟན་གཅིག་པའི་རྟོགས་པ་ལ་གནས་པའི་རྒྱུན་ཞུགས་ཞུགས་པ་དེ་སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཤེས་པའི་སྐབས་ན་བསྟན་པའི་མཚོན་བྱེད་དཔེའི་དགེ་འདུན་རེད་འདོད་རེད། ཡིན་ན་ཡང་ཁོ་ཐེག་དམན་འཕགས་པ་མ་རེད་ཟེར་བར་ཐེག་དམན་འཕགས་པ་ཡང་ཐེག་དམན་འཕགས་པ་མ་རེད་བྱས་ཙང་འདི་སྐྱོན་བྱུང་བ་འདི་མངོན་པ་ཀུན་འདུས་སྐད་ཆ་རེད།

རྟོག་པ་དང། ཆོས་འཆོས་སྐབས་ཀྱི་རྟོག་པ་ལ་ཟེར་གྱི་ཡོད་རེད། སྟན་གཅིག་པ་ལག་པའི་རྒྱུ་མཚན་ག་རེ་རེད་ཟེར་ན། གདན་གཅིག་གི་སྟེང་དུ་ཞེས་པའི་དེར་གདན་གཅིག་གི་སྟེང་དུ་འཇུ་ལམ། ནི། བཟོད་པ་ཆེན་པོའམ་ཆོས་འཆོས་གང་རུང་ཅིག་ལ་མཉམ་པར་བཞག་ན་མཉམ་བཞག་དེ་ལས་མ་ལངས་བཞིན་དུ། མཐོང་ལམ། མཐོང་ལམ། འདི་རེད་ཁ་སོ། མཐོང་ལམ། ཐོབ་པར་གྱུར་པ་མཐོང་ལམ་ཐོབ་ཡོང་མཁན་ཅིག་ལ། སྦྱོད་ལམ་གཏན་གཅིག་པའི། སྦྱོད་ལམ་གཏན་གཅིག་པའི་རྟོག་པ་ལ་རྟོག་པ་ཟེར་གྱི་རེད། སྦྱོད་ལམ་གཏན་གཅིག་པའི་རྟོག་པ་ཟེར་དུས་ག་ལ། གདན་གཅིག་གི་སྟེང་དུ་སྦྱོད་ལམ་བཟོད་པ་ཆེན་པོའམ་ཆོས་འབྱོར་ཆེན་པོ་གང་ལ་མཉམ་པར་བཞག་ནས་མཉམ་པར་བཞག་པ་དེ་ལས་མ་ལངས་བཞིན་དུ། མཐོང་ལམ་ཐོབ་སོང་ན་མཐོང་ལམ་ཐོབ་ཡོང་མཁན་དེ་ལ་ཡང་ནི་སྦྱོར་ལམ་སྟེ་འཇིག་པའི་རྟོག་པ་ལ་གནས་པ་སྲིད་པ་རེད། དེ་འདྲ་དེ་རྒྱུན་ཞུགས་རེད་དེ་རྒྱུན་ཞུགས་ལ་གཉིས་ཡོང་དགོས་རེད། འདི་མངོན་པ་ཀུན་འདུས་ལུགས་ལ་རྒྱུན་ཞུགས་ཞུགས་པ་དེར་གཉིས་ཡོང་དགོས་རེད། མཐོང་ལམ་སྐད་ཅིག་དང་པོ་ནས་བཅོ་ལྔ་བར་དུ་ཡང་རྒྱུན་ཞུགས་ཞུགས་པ་རེད་དེ་རེད། ད་ལྟ་དེ་དེ་ནས་སྦྱོར་ལམ་སྟེ་འཇིག་པའི་རྟོག་པ་ལ་གནས་པ་དེ། ཡང་རྒྱུད་ཆོས་ཞུགས་པ་རེད་ཁོ། འབྱོན་ལམ་བཟོད་པ་ཆེན་པོ་དང་ཆོས་འབྱོར་ལ་གནས་པར་འདི་སོ་སྐྱེ་རེད་འདོད་རེད་ཡིན་ན་ཡང་ད་ལྟ་དེ་ག་སོ་རེད་དེ་ནས། སངས་རྒྱས་ལ་སོགས་དཀོན་མཆོག་སོགས་ཞེས་པའི་སྐབས་ལ་བརྟེན་པའི་ཚུལ་བྱེད་དཔེའི་དགེ་འདུན་རེད་འདོད་རེད་ད་དེ་ཐེག་ཆེན་འཕགས་པ་མ་རེད་ཟེར་བ་རེད་བྱས་ཙང་དེ་རེད་བ། འོ་ད་དེ་ཡིན་དུས་ང་རང་ཚོ། འབྱོན་ལམ་སྟན་གཅིག་པའི་རྟོགས་པ་ལ་གནས་པའི།

དེར་ཐལ། ཐེག་མིན་འཕགས་པ་ཡིན་པར་ཐལ། ཐེག་མིན་འཕགས་པ་དེར་ཐལ། མིན་འཕགས་པ་ཡིན་པར་ཐལ། དེ་ནི་སངས་རྒྱས་ལ་སོགས་དཀོན་མཆོག་གསུམ་བཞེད་པའི་སྐབས་ལ་བརྟེན་པའི་མཚོན་བྱེད་དཔེའི་དགེ་འདུན་ཡིན་ན། ཐེག་མིན་འཕགས་པ་ཡིན་དགོས་པར་འཕགས་པ་ཡིན་པར་འདོད་པ། ཁྱེད་རང་གི་འདོད་པ་དེའི་ཕྱིར་ཏེ། དེའི་ཕྱིར། དེའི་ཕྱིར་ཏེ། དེའི་ཕྱིར། དེའི་ཕྱིར་ཏེ་རྒྱུན་ཞུགས་ཞུགས་པ་ཡིན་པའི་ཕྱིར་ཟེར་དུས། ད་རྒྱུན་ཞུགས་ཞུགས་པ་དེ་ག་ལས་ཀྱི་གཟུགས་དང་དེའི་རྒྱུན་ཞུགས་དེ་འདི་བར་དུ་འགྲིག་གི་ཡོད་ར་དེ་མ་གཏོགས་དགོས་ཡས་ཡོད་མ་རེད་ད་ལྟ་དེ། དེ་ནས། དེ་ནས་ག་སོར་གྱི། འདོད་ན། འདོད་ན། དེ་ནས། དེ་མིན་འཕགས་པ་མ་ཡིན་པ་དག་དེ་ནས། ཐེག་མིན་འཕགས་པ་མ་ཡིན་པ་རྒྱུན་ཞུགས། ཐེག་མིན་འཕགས་པ་མ་ཡིན་པ་དག་བཟོད་པ་དང་ཆོས་མཆོག་ལ་གནས་པའི་རྒྱུན་ཞུགས་ཞུགས་པ་ཡིན་པའི་ཕྱིར་སྒྲོ་དགུ་དགུ་རེ་ད་འདིར་འགྲོ་སྟངས་འདྲ་བོ་དེ་འདི་བྱས་ན་འདི་པར་ལ་དཀའ་ལས་ཁག་པོ་ཅིག་ཆགས་འདུག་གི་འདུག་ད་ཡིག་ནོར་དེ་འདི་ག་ལ་བལྟས་དེ་མ་བྱུང་བ་རེད་དེ་ཡིན་ན་འདི་ལ་མཁས་རྣམས་ཀྱིས་ག་རེ་གསུངས་པ་འདི་དྲན་མ་སོང་སྟེ་གང་ལྟར་འདིར་སྦྱོར་ལམ་གཏན་གཅིག་པའི་རྟོགས་པ་ལ་གནས་པའི་རྒྱུན་ཞུགས་ཞུགས་པ་ཆོས་ཅན་ཅེས། ཐེག་མིན་འཕགས་པ་ཡིན་པ་ཐག་བཅད། དེའི་ཕྱིར་སངས་རྒྱས་ལ་སོགས་དཀོན་མཆོག་གསུམ་ཤེས་པའི་མཚོན་བྱེད་དཔེའི་དགེ་འདུན་ཡིན་ན། ཐེག་དམན་འཕགས་པ་དབྱིངས་ཁུ་བ་ཁྱེད་རང་གིས་འདོད་པ་དེའི་ཕྱིར་བསྲེ་བ་རེད། ད་གཏད་དེ་ཕག་བཞག་ནས་ཁོས་འདོད་ཟེར་བ་ཡིན་ན་སོ་འདོད་ཟེར་བ་ཡིན་ན། འོ་ན། ཆོས་ཅན་རང་ཅག་རེ་སྦྱོར་ལམ་གཏན་གཅིག་པའི། སྦྱོར་ལམ་གཏན་གཅིག་པའི་རྟོགས་པ་ལ་གནས་པའི་རྒྱུན་ཞུགས་ཞུགས་པ་ཆོས་ཅན་བསྲེ་བ་རེད། ཁྱོད་ཐེག་དམན་འཕགས་པ་མ་ཡིན་པ་ཐག། སྦྱོར་ལམ་བཟོད་པ་ཆེན་པོ་དང་དེ་ནས།

དེ་མིན་འཕགས་པ་ཡིན་དགོས་པར་ཁྱེད་རང་གིས་འདོད་པ་དེའི་ཕྱིར་ཏེ། རྒྱུ་ཞུགས་ཞུགས་པ་ལ་གཉིས་ཡོད་པ་ན་ནི་དང་པོ་དེ་ཡིན་པའི་ཕྱིར་ཟེར་འདུག་སྤྲོ་ན་བསྟན་སྟབས་བདེ་སར་ག་འདྲ་འདི་ལམ་སང་ང་ཚོ་འདི་ཡིག་ནོར་རེད་ཟེར་ཐག་བཅད་འདུག་མ་རེད་ག་འདྲ་འབྲེལ་བ་ཅིག་ཕོག་དགོས་ཀྱི་ཡོད་རེད། དེ་ནི། ག་འདྲ་མ་ཚང་ན་གང་ན་མང་དུ་གཤགས་ནས་འགྲོ་དགོས་ཀྱི་ཡོད་རེད་འགྲོ་སྟངས་ཡག་ཤོས་འདི་རེད་ཤག། བརྗོད་ལམ་གཏན་གཅིག་པའི་རྟོགས་པ་ལ་གནས་པས་རྒྱུན་ཞུགས་ཞུགས་པ་ཆོས་ཅན། ཐེག་དམན་འཕགས་པ་ཡིན་པ་ཐ་སངས་རྒྱས་ལ་སོགས་དཀོན་མཆོག་གསུམ་བཞེད་པའི་སྐབས་ཀྱི་མཚོན་བྱེད་དཔེའི་དགེ་འདུན་ཡིན་ན། ཐེག་དམན་འཕགས་པ་ཡིན་ཁུལ་པར་ཁྱེད་རང་གིས་འདོད་པའི་ཕྱིར་ཏེ། དེ་ནི་རྒྱུན་ཞུགས་ཞུགས་པ་ལ། དེ་ནི། དེ་ཁ་སོ་རེ་རྒྱུན་ཞུགས་ཞུགས་པ་ལ་མཐོང་ལམ་སྐད་ཅིག་དང་པོ་བཅུ་ལྔ་ལ་གནས་སྐལ་གཅིག་དང། དེ་ནི་སྦྱོར་ལམ་བཟོད་ཆེན་དང་ཆོས་འབྱུང་ལ་གནས་སྐལ་གཉིས་ཡོད་པའི་ནང་ནས་རྒྱུན་ཞུགས་ཞུགས་པ་གཉིས་པ་དེ་ཡིན་པའི་ཕྱིར་ཟེར་བ་རེད།

སྐབས་ཀྱི་མཚོན་བྱ་དོན་གྱི་དགེ་འདུན་དང། སོ་སོའི་སྐྱེ་བོ་དེ་ནས་གཞི་མཐུན་ཡོད་པ་དག་སངས་རྒྱས་ལ་སོགས་དཀོན་མཆོག་ཞེས་པ་དེའི་སྐབས་ཀྱི་མཚོན་བྱེད་དཔེའི་དགེ་འདུན་དང་སོ་སྐྱེ་གཞི་མཐུན་ཡོད་མཁན་དེ་འདྲ་ཡོད་པའི་ཕྱིར། དེ་འདྲ་གི་སྦྱར་ནས་གཅིག་པ་གཅིག་ཀྱང་འགྲོ་སྟངས་ཡིན་པ་ཁྱེད་རང་གིས་ཁྱབ་པ་ཁས་བླངས་ཟིག་པ་རེད། དེ་རེད།

དེ་འདྲ་ཡིན་དུས་ཉན་ཐོས་དགྲ་བཅོམ་པ་དང་སངས་རྒྱས་གཉིས་པོ་དེ་སྤངས་རྟོགས་ཆ་འདྲ་བ་རེད་བྱས་ཙང་དེ་སངས་རྒྱས་མཚོན་བྱེད་དོན་གྱི་དགེ་འདུན་ལ་མེད་པ་ཡིན་དུས་ཨེ་ནི་དེ་ཡིན་དུས་ཉན་ཐོས་དགྲ་བཅོམ་པ་མེད་པ་རེད་ཟེར་བ་རེད། བྱས་ཙང་ད་དེ་སངས་རྒྱས་ལ་སོགས་དཀོན་མཆོག་གསུམ་བཞེད་པའི་གཞུང་དེ་ཡི་སྐབས་སུ་དགེ་འདུན་ཉི་ཤུ་བྱུང་བ་རེད་ད་དེའི་དོན་དག་ག་རེ་ཡིན་ཟེར་ན་གཞུང་དེའི་དོན་དག། མཚོན་བྱེད་ཉན་ཐོས་ཀྱི་དགེ་འདུན་དེ་ལ། ཉན་ཐོས་དགྲ་བཅོམ་པ་ཡོད་མ་རེད་ཟེར་བ་ག་རེད་ཟེར་ན། དེ་རྒྱུ་མཚན་ག་རེད་ཟེར་ན། འདིའི་སྐབས་སུ་མཚོན་བྱེད་དང་མཚོན་བྱ་གཉིས་ཀྱིས། དེ་ནས། སྤངས་རྟོགས་མཚོན་དགོས་ཀྱི་ཡོད་རེད་བྱས་ཙང། སྤངས་རྟོགས་མཚོན་མཁན་མཚོན་བྱེད་དེ་ནས། ཉན་ཐོས་ཀྱི་དགེ་འདུན་དེས། མཚོན་བྱ་དོན་གྱི་དགེ་འདུན་གྱིས་སྤངས་རྟོགས་མཚོན་གྱི་ཡོད་རེད་བྱས་ཙང་མཚོན་བྱེད་ཉན་ཐོས་ཀྱི་དགེ་འདུན་དེས། མཚོན་བྱ་དོན་གྱི་དགེ་འདུན་བྱང་ཆུབ་སེམས་དཔའ་འཕགས་པ་རྣམས་ཀྱིས་སྤངས་རྟོགས་ཀྱི་སྒོ་ནས་མཚོན་གྱི་ཡོད་རེད་ཟེར་བ་རེད། ཉན་ཐོས་དགྲ་བཅོམ་པ་དེ་སངས་རྒྱས་དང་སྤངས་རྟོགས་ཆ་འདྲ་བ་ཡིན་དུས་ཨེ་ནི་འདིའི་སྐབས་ལ་མཚོན་བྱེད་ནང་ན་མ་བཞག་པ་རེད་ཟེར་བ་ལྟར་འདིར་འོག་མ་དེ་ཡོང་དུ་བ། དེ་དང་ཟེར་ན་ཉན་ཐོས་དགྲ་བཅོམ་པ་དེ་དང། དེ་ནས། སྤངས་རྟོགས་ཆ་འདྲ་བ་དེ་སུ་རེད་ཟེར་ན་ཐེག་ཆེན་དགྲ་བཅོམ་སངས་རྒྱས་འཕགས་པ་རེད་ཟེར་བ་ལ་དཔྱད་ད་དེ་དང་ཉན་ཐོས་དགྲ་བཅོམ་པ་དེ་དང་སྤངས་རྟོགས་ཆ་འདྲ་བ་དེ་ཐེག་ཆེན་དགྲ་བཅོམ་སངས་རྒྱས་འཕགས་པ་ཡིན་པས་བྱས་ཙང་སངས་རྒྱས་དཀོན་མཆོག་དེ་དགེ་འདུན་དཀོན་མཆོག་ཚོའི་ཁོངས་སུ་མ་གཏོགས་ཟེར་ན།

མཚོན་བྱེད་རང་རྒྱལ་གྱི་དགེ་འདུན་དེ། དེ་ནི་ཡིན་ན་མི་སློབ་པ་ཁོ་ན་རེད་དགྲ་བཅོམ་ཁོ་ན་རེད། འདི་ཡང་མཚོན་བྱེད་དཔེའི་དགེ་འདུན་རེད་དེ། སྤངས་རྟོགས་ཆ་འདྲ་བ་མཚོན་གྱི་ཡོད་མ་རེད་ཁོ་ཁོ་རང་ཁ་ཁ་རེད་ཟེར་བར་རང་རྒྱལ་དེས་ད་འགྲོ་པ་དེ་ས་ཡོད་རེད་གསུངས། ད་ང་དང་དེ་ཐལ་བ་རེད་གསུངས་འདུག།

ཆོས་སྟོན་ཚུལ་གྱི་སྒོ་ནས་མཚོན་བྱའི་དོན་གྱི་དགེ་འདུན་བྱང་ཆུབ་བྱང་སེམས་འཕགས་པ་ལ་མཚོན་པ་ནི་གང་ཞིག། ད་དེ་ནས་བྱང་སེམས་འཕགས་པ་རྣམས་ཀྱི་མཚམས་མཚམས་ལ་དེ་ནས་སྒྲ་མེད་ལུས་ཀྱི་ཆོས་སྟོན་ཚུལ་གཅིག་ཡོད་པ་དེ་རང་རྒྱལ་མི་སློབ་པ་དགྲ་བཅོམ་ལ་ཡོད་པ་རེད་བྱས་ཙང་ཆོས་སྟོན་ཚུལ་གྱི་སྒོ་ནས་མཚོན་དགོས་པ་ཡིན་དུས་རང་རྒྱལ་དགྲ་བཅོམ་དེ་བཞག་པ་རེད་ཟེར་བ་རེད་འདི་ཚོ་ཉི་ཁྲི་སྣང་བ་དང་སློབ་དཔོན་སེང་གེ་སངས་པའི་དགོངས་པ་རེད་ཟེར་བ་རེད། ཉིང་ཁྲི་གནང་བ་ལས། དགེ་འདུན། དགེ་འདུན། ཉན་ཐོས་དགེ་འདུན་བཅུ་དགུའི་ཚུལ་མཚོར་བཤད་ཟིན་པའི་འོག་ཏུ་ཟེར་ན། ཉན་ཐོས་དགེ་འདུན་བཅུ་དགུ་ཡོར་བ། བཅུར་བཀུག་གི། དེ་ནས་སྤངས་རྟོགས་ཆ་འདྲ་བའི་སྒོ་ནས། མཚོན་བྱ་དོན་གྱི་དགེ་འདུན་བྱང་ཆུབ་སེམས་དཔའ་རྣམས་མཚོན་པའི་ཚུལ་བཤད་ཟིན་པའི་འོག་ཏུ། དེ་ནས། ཚུན་ཆད་དཔེ་དགེ་འདུན་ལ་ཉེ་འདོད་དགྲ་བཅོམ་པ་མེད་པ་རེད། ཉེ་འདོད་དགྲ་བཅོམ་པ་མེད་པ་རེད། མེད། མེད། མེད་པ་རེད། མེད་པ་ཡིན་དུས་དེ་ནས་བཞུགས་པ་བཞི་དང་འབྲས་གནས་གསུམ་བསྡོམས་པས་སྐྱེས་བུ་ཆེན་པོ་བདུན་པོ་དེ་རེ་གྲངས་ངེས་པ་བཞེས་ཡོད་རེད་ཟེར་བ་རེད་ད་དེ་དུས་དེ་ནས་འདིར་བ། ཉེ་འདོད་དགེ་འདུན་ལ་བཅོས་བསྐུར། ཉེ་འདོད་དགེ་འདུན་ཚུན་ཆད་དཔེ་དགེ་འདུན། ཚུན་ཆད་བསྟན། ཚུན་ཆད་དཔེའི་ཉིང་བསྡུས་དགེ་འདུན་བཅུར་བསྐུལ། ཚུན་ཆད་དོན་གྱི་དགེ་འདུན་བྱང་འཕགས་དེ་ཚོ་དང་སྤང་ཐག་སྤང་ཐོག་ཆ་འདྲ་བ་ཡིན་པར་ཚུལ་འཛོལ་བཤད་ཟིན་པའི་འོག་ཏུ། ཨ་ནི། ཚུན་ཆད་དཔེའི་དགེ་འདུན་ཚུན་ཆད་དཔེའི་ཉིང་བསྡུས་ཀྱི་དགེ་འདུན་ལ། ཉིང་བསྡུས་སྒྲ་བཅུན་པ་མེད་པ་ཡིན་དུས་ད་སྐྱེས་བུ་ཆེན་པོ་བདུན་ཆགས་སོང་བ་རེད། དེ་ནས། དགེ་བཤུགས་བཞུགས་པ། ཕྱིར་འོང་ཞུགས་པ་ཕྱིར་མ་ཞུགས་དགྲ་བཅོམ་ཞུགས་པ་ཚེ་གསུམ་བཞི་བཅས། རྒྱུན་ཞུགས་འབྲས་གནས་ཕྱིར་འོང་འབྲས་གནས་ཕྱིར་མི་འོང་འབྲས་གནས་ཚེ་གསུམ་བཅས། དེ་ནི། སྔ་མ་བཞི་དང་ཕྱི་མ་གསུམ་བསྡོམས་པས་སྐྱེས་བུ་ཆེན་པོ་བདུན་པོ་དེ་རེར་གྲངས་ངེས་པ་རེད་ཟེར་བ་རེད། ད་འདི་གི་དེ་ཉན་ཐོས་ཀྱི་སྐད་ཆའི་ཕྱིན་ཚར་བ་རེད། སྤངས་རྟོགས་ཆ་འདྲ་བའི་སྒོ་ནས་མཚོན་བྱའི་དོན་གྱི་དགེ་འདུན་མཚོན་ཚུལ་དེ་བཤད་ཟིན་པ་དེའི་འོག་ཏུ་ཟེར་བ་རེད། ནི། མཚོན་ཚུལ་ལོགས་སུ་བཤད་པ་རེད་ཡང། དེ་ནས་བསེ་རུ་ཏོ་བུ་རང་སངས་རྒྱས་ཀྱིས་མཚོན་བྱའི་དོན་གྱི་དགོས་རྣམས། སྒྲ་མེད་ལུས་ཀྱི་ཆོས་སྟོན་ཚུལ་གྱི་སྒོ་ནས་མཚོན་པ་རེད་བྱས་ཙང་ཚུལ། ཆོས་སྟོན་ཚུལ། བཤད་པ་ཡིན་དུས་དེ་ནས་སྔར་ལས་མ་འདྲ་བའི་མཚོན་ཚུལ་གསར་བ་བཅས་ལོགས་སུ་བཤད་པའི་དོན་དུ་བྱས་པ་རེད་དོན་དུ་བྱས་ནས་བཤད་པ་རེད་ཟེར་བར་སློབ་དཔོན་གྱིས་ད། དེ་ནས་སློབ་དཔོན་གྱིས་ད། སྤངས་རྟོགས་ཆ་བྲལ་བའི་སྒོ་ནས་མཚོན་ཚུལ་དང། ཆོས་སྟོན་ཚུལ་སྒོ་ནས་དེ་ནས་མཚོན་ཚུལ་གཉིས་ཀ་ཕྱོགས་གཅིག་ཏུ་མཛད་པ་རེད། སློབ་དཔོན་སེང་གེ་གསང་བའི་གྲྭ་བ་དོན་གསལ་ནང་ལ། སངས་རྒྱས་ཀུན་སྤྱོད་ཀྱི་ཁོངས་སུ་གཏོགས་པ་ཉིད་ཀྱིས་སྒྲ་འབྱིན་པ་མ་གཏོགས་འབྲས་བུ་ལ་གནས་པ་དང་ཞུགས་པའི་བྱེ་བྲག་གིས་སྐྱེས་བུ་ཆེན་པོ་བདུན་པོ། རང་སངས་རྒྱས་ལྷན་ཅིག་པུ་དབོན་པོ་གཏུར་བུ། རྒྱལ་པོ་དབོན་པོ་གཏུར་བུ་ལ་སོགས་བྱེ་བྲག་གིས་གྲངས་ཉི་ཤུར་ཚང་བ། བྱང་ཆུབ་སེམས་དཔའ་འཕགས་པ་ཕྱིར་མི་ལྡོག་པ་རྣམས་ལ་ཞེས་པའི་སྐབས་སུ་ཕྱོགས་གཅིག་ཏུ་མཛད་པ་ཡིན་པས་དོན་ལ་འཁྲུལ་བ་ཡོད་མ་རེད། ད་མདོར་ན་དེ་ནི་རང་རྒྱལ་ལ་སློབ་པ་ཡོད་མེད་རང་རྒྱལ་ལ་སློབ་པ་ཡོད་དམ་མེད་ཟེར་བའི་དེ་དཀའ་གནད་ཅིག་རེད་ཟེར་བ་ལ། དཀའ་གནད་འདི་ཇི་ལྟ་བ་བཞིན་དུ་ཟེར་དཀའ་གནད་འདི་ཇི་ལྟ་བ་བཞིན་ནོར་འཁྲུལ་མེད་པར་རྟོགས་མཁན་ནི་དེང་སང་གི་དུས་དུ་ཁོ་བོ་འབའ་ཞིག་ཡིན་གཞན་དག་གིས་ཤེས་ཁག་པོ་འདུག་གསུངས་པ་རེད། རེད་བ་དེ་རེད། ཡང་སྦྱོར་ལམ། རང་རྒྱལ་སྦྱོར་ལམ་པ་ཡི་གཅིག་པ་རེ་ད་མུ་ཐུལ་གུ་དུ་བ་དང་འདྲ་སྟེ། ཁོ་གི་རྩོད་པ་རྩོད་སྤོང་གི་མཇུག་བསྡུ་གུ་རྩོད་པ་མུ་ཐུལ་ནི་གུ་དུ་བ། ད་ད་གི་རང་རྒྱལ་མཐོང་ལམ་པ་ཡོད་པ་རང་རྒྱལ་སྒོམ་ལམ་ཡང་ཁོས་ཡང་ཁ་ཅིག་རང་རྒྱལ་སྦྱོར་ལམ་པ་ཡོད་པ་ཐ་སི་བོ་རེད། རང་རྒྱལ་སྦྱོར་ལམ་པ་ད་དེ་རང་རྒྱལ་སྦྱོར་ལམ་པ་ཡོད་པ་བསྒྲུབ་ན་དེ་ནས་རང་རྒྱལ་སློབ་པ་བསྒྲུབ་གི་ཡོད་རེད་དེའི་རྒྱུ་མཚན་རེད་རང་རྒྱལ་སྦྱོར་ལམ་པ་ཡོད་པ་ད་ཉན་ཐོས་བསེ་རུ་ལྟ་བུ་དང་ཞེས་པའི་བཀའ་མི་བསྟན་པའི་བསེ་རུ་ལྟ་བུའི་རང་རྒྱལ་སྦྱོར་ལམ་པ་ཡོད་པའི་ཕྱིར།

བྱང་ཆུབ་སེམས་དཔའ་སྐྱོ་བ་ཡི་ཞེས་པའི་སྐབས་ན་བསྟན་པའི་བྱང་ཆུབ་སེམས་དཔའ་དེ་བྱང་སེམས་སྦྱོར་ལམ་པ་ཡིན་ན། ཉན་ཐོས་བསེ་རུ་ལྟ་བུ་དང་ཞེས་པའི་སྐབས་ན་བསྟན་པའི་བསེ་རུ་ལྟ་བུ་རང་རྒྱལ་བསེ་རུ་ལྟ་བུའི་རང་རྒྱལ་དེ་རང་རྒྱལ་སྦྱོར་ལམ་པ་ཡིན་པ་དེ་ལ་ཁྱབ་པ་ཡོད་མ་རེད་ཟེར་བ་དེ་ལ་ཁྱབ་པ་མེད་པར་ཐལ། ག་རེ་ཟེར་ན་རང་སངས་རྒྱས་ཀྱི་སྦྱོར་ལམ་ཡོད་ན་རང་རང་སངས་རྒྱས་སྦྱོར་ལམ་ཡོད་པས་མ་ཁྱབ་པ་རེད་ཟེར་བ་དེ་རིགས་ད་མཐའ་འདོན་འདྲ་བོ་སྟེ། མཐའ་འདོན་ལབ་བདེ་ཤོས་འདྲ་བོ་སྟེ།